བོད་ཀྱི་དཔེ་མཛོད་ཁང་གི་སྤྱི་ཁྱབ་འགན་འཛིན་དགེ་བཤེས་ལྷག་རྡོར་ལགས། དགེ་བཤེས་ལྷག་རྡོར་ལགས་མཆོག་དང་ནང་བཞིན་བོད་ཀྱི་དཔེ་མཛོད་ཁང་གི་སྤྱི་ཁྱབ་དྲུང་ཆེ་དང། ཟབ་སྦྱོང་དང་གོ་སྒྲིག་གནང། སློབ་ཁྲིད་གནང་མཁན་དགེ་རྒན་རྣམ་པ། ཨ་ནི་དཔེ་མཛོད་ཁང་གི་སྡེ་ཚན་འགན་འཛིན། ཨ་ནི། ཕྱོགས་མཐའ་ཁག་ནས་ཕེབས་པའི་སློབ་ཕྲུག་རྣམ་པ་ཚང་མ་ལ་འཚམས་འདྲི་བཀྲ་ཤིས་ལ་ཞུ་རྒྱུ་དང། ལས་རིམ་ཐོག་མ་འདི་ལ

ཨ་ནེ་དབུ་འབྱེད་མཛད་སྒོའི་སྐབས་ལ་ཆེད་དུ་གཉེར་ནས་ཨ་ནེ་སྐུ་མགྲོན་གཙོ་བོར་ཕེབས་པའི་དཔལ་ལྡན་ཆོས་རིག་ལས་ཁུངས་ཀྱི་དྲུང་འཕར་མཆོག་དག་སྣང་ཞིང་གིས་ཨ་ནེའི་དཔེ་མཛོད་དྲུང་ཆེ་དང་རྒན་ལ་རྣམ་པ། ཨ་ནེའི་སློབ་ཕྲུག་རྣམ་པ་ཚང་མ་ལ་སྙན་སེང་ཞུས་ཡས་ལ་ད་ལྟ་ཨ་ནེའི་ཟབ་སྦྱོང་གི་རེའུ་མིག་ནང་ལ་བཀྲམ་པ་ནང་བཞིན། ཨེ་ནས་ཉིས་སྟོང་དྲུག་ནས་བྱས་ནས་ཟབ་སྦྱོང་དེ་གལ་ཆེན་པོ་རྩིས་བཅས་ཚུགས་བྱས་ནས་ད་ད་ལྟ་ཐེངས་བཅོ་ལྔ་པ་སླེབས་བྱས་ནས་ཨེ་ནས་དེའི་ནང་ལོགས་ལ་ད་ཕ་ཆེ་སློབ་ཕྲུག་བཞི་བརྒྱ་ལྷག་ས་གཅིག་ལ་གང་ལ་གང་འཚམ་གྱི་ཕན་ཐོགས་ཅིག་བྱུང་ཡོད་རེད། ཨེ་ནས་ངས་དེ་རིང་འདི་རྒྱས་ཤིང་རྒྱས་པ་ཞུ་དགོས་ཡ་གལ་མི་འདུག་ང་ཚོ་རྗེས་ལ་སྐད་ཆ་བཤད་དུས་ཚོད་རག་རེད་དེ། ཡིན་ནའི་ད། ད་ལྟའི་བོད་ཀྱི་གནས་སྟངས་ང་ཚོ་ལྟ་ཡོང་དུས། ཨེ་ནི་བོད་ནང་ལ་རྒྱ་མིས་ཀྱིས་བོད་རྒྱ་ནག་ཅན་དུ་བསྒྱུར་བ། Sinosization། ཟེར་གྱི་བོད་རྒྱ་ནག་ཅན་དུ་བསྒྱུར་བ་ཟེར་ལབ་བྱས་ནས་དེ་ནི་ནང་ཆོས་རྒྱ་སྐད་ཁང་ལ་ལབ་དགོས་རེད། རེ་བ་སློབ་གྲྭ་ཁང་ནང་ལ་རྒྱ་ཡིག་ལབ་དགོས་རེད་ཟེར་གྱི་ནས་བོད་ཡིག་འདི་གྱི་བ་ག་ལེ་ག་ལེ་མེད་པ་བཟོས་ནས། ཨེ་ནི་ཁོར་ཡུག་ཁོ་རང་ནང་ལོག་ལ་ཡང་ད་རྒྱ་ཡིག་མ་ཤེས་ན་ཨེ་ནས་ཚོང་དང་ཁར་ཐོག་ལས་ཡིན་ན་ཞི་དྲག་བྱེད་ས་མེད་དེ་གས་དེ་འདྲས་ཀྱི་ད་ཅིག་མང་ཁ་ཉུང་གི་མ་བསྟན་ནས་དཀའ་ངལ་ཆེན་པོ་ཞེ་བོ་ཅིག་ཆགས་ནས་ད་ང་ཚོ་བསམ་བློ་མ་བཏང་ན་ད་འགྲིག་འགྲིག་རེད་བསམ་བློ་བཏང་ན་དངངས་འཚབ་བྱེད་ཡས་གི་དུས་ཚོད་ཅིག་ཆགས་ནས་ད་བོད་མི་མང་ཆ་བོད་ལ་ཡོད་རེད་བོད་ལ་གནས་སྟངས་དེ་འདྲས་ཅིག་ཆགས་དུ་ཡོད་རེད་ང་ཚོ་སྐྱབས་བཅོལ་ནང་ལ་བསྡད་མཁན་ལ་ཆགས་བཞག་པ་ཡིན་ན་ད་བརྒྱ་ཆ་ལྔ་བཅུ་ས་ཅིག་ཕྱི་རྒྱལ་ཁག་ལ་སླེབས་ཚར་ཤག། ད་ཆིག་འབུམ། སྔ་དྲིན་འདྲ་བོ་ཅིག་རང་ག་རྩིས་ཀྱི་ཡོར་བ་རྣམས་ཀྱིས་ད་དེ་འདྲའི་རེ་ཅིག་ཡོད་ན། ད་བརྒྱ་བཅོ་ལྔ་བཅུ་ཟ་རྗེས་ཕྱི་རྒྱལ་ལས་སླེབས་ཚར་ཤག། རེ་བ་ད་ད་འདུག་པས་འགྲོ་བའམ་འགྲོ་བ་ལ་སྔོན་དུ་ཕྱོགས་འདེང་མཁན་མང་པོ་ཡོང་གི་རེད་བ། ད་རྒྱ་གར་ན་འདུག་ཟེར་ཨེ་ནི། བྱས་ཙང་ད་ཕྱི་རྒྱལ་ལས་བསྡད་མཁན་དེ་རྗེས་ལ་ད་བོད་ཡིག་སྦྱང་ཡའི་གོ་སྐབས་དཀོན་པོ་རེད་སྔོན་ནས་ཁ་ཐུག་ཤོད་པ་ཡིན་ན། སྔ་ཕྱི་རྗེས་ལ་ཐེངས་མང་པོ་བགྲོས་མྱོང། གཟའ་མཇུག་གི་སློབ་གྲྭ་ཟེར་ཡས་ཅིག་ད། ས་གནས་བུད་མེད་སོ་སོས་ཀྱིས་དཀའ་ལས་རྒྱབ་བྱས་ནས་གཟའ་མཇུག་གི་སློབ་གྲྭ་ཟེར་གྱི་སྲོལ་རེད་ཞེ་དྲག་ཡག་པོ་རེད་ཕན་ཐོགས་ཡོང་གི་རེད། དེ་ཡིན་ན་བོད་པའི་ཆོས་དང་རིག་གཞུང་འཛིན་སྐྱོང་བྱེད་ཟེར་ཏེ། གཏིང་ཟབ་འབུད་ཀྱི་སློབ་སྦྱོང་ཅིག་བྱས་ནས་ཁུ་དར་ཆ་འདྲ་བོ་དེ་ཡར་འཕྱར་མཁན་གང་ལ་གང་འཚམ་ཅིག་བཟོ་མ་ཐུབ་ན། དེ་ག་ས་ཅིག་བོད་སྐད་འཆར་འཆོར་རེ་ཤེས་འདུག་མཁན་ཅིག་དང། བོད་ཡིག་འཆར་འཆོར་རེ་བྲི་ཐུབ་པ་ཅིག་རྗེ་ལི་བིས་སོ་ར་བ་བོད་ཡིག་འདི་འདྲ་བྲི་ཐུབ་པ་གིས། ཁག་པོ་ཞི་རག་རེད་ད། དེ་འདྲའི་ད་དེ་ང་ཚོ་དར་ཆ་དེ་ང་ཚོ་འཛིན་དགོས་ཡོད་རེད་ད། ད་འཛིན་སུས་འཛིན་དགོས་རེད་ཟེར་ན་ད། གཙོ་བོ་གཙོ་བོ་ལོ་ན་གཞོན་པ་ཚོ་བས། ད་རྒན་པ་ངས་གི་ཁུངས་ལ་དཔེར་ན་ང་སྐྱབས་བཅོལ་ལ་ཡོང་དུས་ང་ལོ་ཕལ་ཆེར་དྲུག་བདུན་ཅིག་རེད། དེ་ནས་སྐྱབས་བཅོལ་ནང་ལ་ད་ང་ཚོས་ཤེས་ཡོན་སྦྱངས་བྱས་ནས། ཅིག་དེང་སང་གི་ཤེས་ཡོན་རེད་གནའ་སྔ་མོའི་ཤེས་ཡོན་རེད་ཅེས་སྦྱངས་བྱས་ནས་ད་ང་ཚོའི་མི་ཐོག་དེ་གང་ལ་གང་འཚམ་ཅིག་དེ་ངས་གར་སོང་རེད་ད། དམིགས་བསལ་ངའི་མི་རབས་འདི་ལ་བསྔགས་བརྗོད་བྱེད་ཀྱི་མེད་དེ་དངོས་ཡོད་གནས་ཚུལ་རང་ཁྱེད་རང་ཚོ་མཐོང་གི་རེད། དེང་སང་བཀའ་བློན་ནས་བྱས་ནས་ད་སྲིད་སྐྱོང་ནས་བྱས་ནས། དེ་ནས་གཞུང་ཞབས་ལས་ཀ་བྱེད་མཁན་ཚང་མ་ད་ང་ཚོའི་མི་ཐོག་འདིའི་སྐབས་ནས་བྱུང་བསྡད་ཡོད་རེད། ཁོ་ད་སྔ་མའི་དགེ་བཤུས་དེ་དང་གསར་བ་ཡོང་མཁན་དེ་གཉིས་ད་དུས་ཁ་རེ་ཅིག་རྒྱབ་ཐུབ་ས་ཅིག་བྱུང་ཡོད་རེད་བསམ་གྱི་ཡོད་རེད་ངས། རེ་བ་དེ་བྱུང་བསྡད་ཡོད་རེད། ད་དུས་དུས་ཕྱི་རྒྱལ་འགྲོ་ཡས་དེ་ཤུགས་ཆེན་པོ་ཡོད་མ་རེད་ད། དེ་འདྲས་ཀྱི་ད་ཐུགས་རྗེ་དགའ་དྲིན་ཡིན་གྱི་རེད་གཅིག་བྱས་ན། ད་དེང་སང། ཁྲ་ཁྲ་ཟིང་ཟིང་མང་པོ་ཅིག་མཐོང། ཨ་ནི་ལས་ཀ་བྱེད་ས་དང་སློབ་སྦྱོང་བྱེད་ས་ད་མ་འགྲོ་ཟེར་ཡས་ཡོད་མ་རེད་མི་སོ་སོ་ཁྱིམ་ཚང་གི་དཀའ་ངལ་ཡོད་ཀྱི་རེད་གནས་ཚུལ་མང་པོ་ཡོད་ཀྱི་རེད་དེ་ཡིན་ན་ད་དེ་འདྲས་ཅིག་ཆགས་དུས་ཞེ་དྲག་ཁག་པོ་རེད། དཔེ་ན་གཟའ་མཇུག་གི་སློབ་གྲྭ་ཆགས་བཞག་པ་ཡིན་ན་ཡང་ཉི་མ་ལྔ་འགོར་ཚེ་མཉམ་དུ་འཛིན་གྲྭ་ཕྱིན། ཨ་ནི་འདི་ཉི་མ་གཟའ་སྤེན་པ་དང་ཉི་མ་གཉིས་འདི་ཡང་འཛིན་གྲྭ་ཚོགས་ཁ་ཤོག་ཟེར་དུས། ད་འདི་འཛིན་གྲྭ་ཚུགས་སྟངས་འདི་གཅིག་པུ་དེ་བློ་གྲུ་བོ་གཅིག་དང་སྙིང་རྗེ་བོ་བཞི་བོ་གཅིག་བཟོ་མ་ཐུབ་ན་ཁག་པོ་རེད་བ། བདུན་ཕྲག་གཅིག་ཆ་ཚང་འཛིན་གྲྭ་ཚོགས་ཤོག་ཟེར་ན། དྲང་པོ་བཤད་ན། སྤུ་གུས་སེམས་ཁམས་དང་ག་རེ་བསམ་བློ་བཏང་ན་ཁག་པོ་རེད་བ། དེ་སྔའི་ཕ་རྒན་རང་ལ་དེ་འདྲའི་སྐད་ཆ་བཤད་མྱོང། དེ་བྱེད་དུས་ད་རེ་བ་བརྒྱབ་ས་འདྲ་བོ་དང་དུས་ཚོད་གཏད་ས་ཡོད་བ་དེ་ད་གཙོ་བོ་རྒྱ་གར་ནང་བལ་ཡུལ་ཅན་གཙོ་བོ་རྒྱ་གར་ནང་ལ་ཆགས་ཀྱི་ཡོད། ད་རྒྱ་གར་ནང་ལ་ང་ཚོ་གི་འཛིན་སྐྱོང་སྤེལ་གསུམ་བྱེད་ཐུབ་ཡས་ཀྱི་མཐུན་རྐྱེན་གང་ལ་གང་འཚམ་ཡོད་རེད་ད་གོ་སྐབས་ཡོད་རེད། བྱེད་དུས་གོ་སྐབས་དེ་ང་ཚོ་རྩ་ཆེན་པོ་བཞི་བོ་གཅིག་དང་རྫ་དྲག་གི་གོ་སྐབས་ཀྱི་རྩིས་བྱས་ནས་ཨ་ནི་འགན་ཡོད་མཁན་དབང་ཆ་ཡོད་མཁན། སྒང་ནས་ད་སྒང་ནས་བྱས་ནས་ད་གཞུང་ནས་ཡིན་ན་རེད་དེ་མིན་པའི་གི་ད། གར་ཟེར་བ་རེད་ད་སློབ་གཉེར་ཁང་སོ་སོ་གི་འགན་ཡོད་མཁན་དུ་ཚོ་གའི་འགན་ཁྱེད་ཀྱི། ད་འགྲོ་སོང་བཏང་ཡས་ཡོད་ན་འགྲོ་སོང་བཏང། རེ་བ་བྱ་ཞིག་འགྲིག་ཡས་ཡོད་ན་བྱ་ཞིག་འགྲིག། ལོ་གཞོན་པ་ཚོས་གའི་དེ་ལ་རྦད་དེ་སེམས་ཤུགས་བྱས་རྗེས་ཡུང་ང་ཚོ་ཧ་རུབ་པ་རུབ་བྱས་ནས་ཤུགས་ཅིག་མ་རྒྱབ་ན། འོ་ད་ཉག་ཕྲ་བོ་ཞིག་བུ་ཅིག་ང་ནི་ཉག་ཕྲ་བོ་ཞིག་བུ་ཅིག་མཐོང་གི་འདུག། བོད་པའི་གི་སྐད་ཡིག་ཉམས་ཉེས་དེ་ཁོར་ཡུག་ཉམས་ཉེས་དང་གཅིག་པུ་གཅིག་རྐྱང་རེད། ཁོར་ཡུག་ཉམས་ཉེས་འདི། སྔོན་སྲིད་དུ་བ་ཞི་དྲག་རང་མེད་པ་བྱས་ནས་གང་འཚམ་གཅིག་ནས་གཅིག་ཧ་གོ་ཡུག་འདི་ཕྱི་ཚར་རེད། དཔེར་ན་ཡགས་མི་གཅིག་ཤིང་གཅིག་བཅད་མགས་མི་གཅིག་ལ་ཆུ་བཙོག་པ་བཟོས་དུས་སྔོན་སྲིད་དུ་བ་ཞི་དྲག་ཡོད་མ་རེད། དེ་འདྲས་དེ་འདྲས་བྱས་ནས་གང་འཚམ་གཅིག་ནས་ཉམས་ཉེས་ཤུགས་ཆེན་པོ་ཅིག་ཆགས་ཡུག་འདི། ཨེ་ནི་ཨི་རི་ཀོ་བ་རི་བིལ་སི་ཨིནཇི་ཀི་ལ་བའི་ནང་བཤད་ནས་བསྐྱར་གསོ་བྱས་མ་ཐུབ་པའི་གེ་སར་མ་གཅིག་སླེབས་བྱས་ནས་ད་རྒྱལ་ས་ཆེ་ཡགས་འདི་ཚོའི་ང་ཚོ་མཐོང་གི་འདུག་བ། རླུང་དེ་ག་འདྲའི་གཞི་འདུག་ཁ་རླུང་དེ་ག་འདྲའི་གཞི་འདུག་ལྡི་ལི་དེ་བ་ཤ་ཤ་ན་ཆུ་དེ་ག་འདྲའི་གཞི་འདུག། ཉེན་ཁ་ཚ་བོ་ཞི་བ་གཅིག་རེད་འདི་ད་ལྟ་དཔེ་འདྲེ་མིག་དེ་ང་ཚོ་དེ་ནད་ཡམས་དེ་ལས་ཞི་བ་གཅིག་ཞེད་སྣང་དེ་མང་པོ་བྱེད་ཁ་བྱེད་རེད་མ་གཏོགས་དཔེ་འདྲེ་མིག་དེ་ག་ཚད་སྡུག་ན་ཡང་ད་སྔ་མ་དང་མ་འདྲ་བ་བྱས་ནས་ཁོ་ཟླ་བ་ཁ་ཤས་ཁ་ཤས་ནང་ལ་ཁབ་འདྲ་མི་འདྲ་བཏོན་ཡོང་གི་འདུག་གཅིག་བརྒྱབ་ཡས་འདུག་སྨན་བཅོས་ལ་མི་འདུག་ཟེར་གི་ཟེར་གི་ལ་གཅིག་བྱེད་ཡས་འདུག་ཁོར་ཡུག་ཉམས་ཉེས་སྡུག་ཅག་བྱེད་བྱེད་ལྷག་པར་དུ་ཆུ་ར་གཅིག་འཐུང་ཡས་མེད་ན་ཁབ་བརྒྱབ་ཡས་ཡོད་རེད། ངས་དྲང་པོ་བཤད་ཡིན་དཱ་དེ་ཚོ་ང་ཚོའི་མིག་གི་བསམ་བློ་འཁྱུད་ནས་འཁོར་བཏང་མི་འདུག་སོ་སོའི་མདུན་དེ་རྐྱང་རྐྱང་བྱས་ཏེ་ཟ་ཡའི་འཐུང་ཡའི་དང་འཁྲབ་ཡའི་དེ་མ་གཏོགས་གི་དཔེ་མ་སྲིད་སྐྱོ་བོ་རེད་ཤག་དུད་འགྲོ་དང་འདྲ་སིད་སིད་རེད་ཤག་དུད་འགྲོ་དེ་མིའི་གི་ཁྱད་པར་གྱི་སྒོ་རེད་བ་མགོ་ཆེན་པོ་ཅིག་གིས་ཀླད་པ་ཆེན་པོ་ཅིག་གིས་དེ་བསམ་བློ་བཏང་ཡའི་དོན་དག་རེད་བ་དུད་འགྲོ་ཡིན་ན་ལྟ་ཁག་ཡོད་མ་རེད་བསམ་བློ་བཏང་ཡའི་ནུས་པ་ཁོ་ར་ཡོད་མ་རེད་བ་མི་ལ་དེ་འདྲའི་བསམ་བློ་བཏང་ཡའི་ནུས་པ་ཡོད་དུས་དེ་བསམ་བློ་མ་བཏང་ན།

ད་འཛམ་བུ་གླིང་བྷག་ཤ་ནི་ང་ཚོ་བོད་པ་བསམ་བློ་བཏང་ད་ད། རྒྱ་བོད་རུ་མི་ཆ་དགུང་ལོ་བརྒྱད་ཅུ་གྱ་བདུན་རེད་ད་སང་ཉིན་གནངས་ཉིན་དྲུང་བཀའ་བསྟན་བརྒྱད་ཅུ་གྱ་བདུན་ཕེབས་སོང་ང་ད་སྐུ་མདུན་གྱི་ཞལ་ཤེས་བཟང་པོ་གནང་ནས་ལོ་ཉི་ཤུ་ཟ་དེ་འདྲའི་བཞུགས་གི་ཡིན་གསུང་གི་ཡོད་རེད། བཞི་བོ་གཅིག་གཟི་བརྗིད་རེད་ང་ཚོ་སྐལ་བ་བཟང་པོ་རེད་དེ་ཡིན་ན་ད་ད་ཡང་སྐུ་མདུན་ལ་རེ་བ་བརྒྱབ་བསྡད་ཡོད་རེད་བས་ང་ཚོ། མཇལ་ཁ་རག་སོང་དཔེ་ཡག་པོ་བྱུང་སོང་བརྟན་བཞུགས་ཕུལ་བྱུང་སོང་དཔེ་ཡག་པོ་བྱུང་སོང་ཟེར་ལབ་ཉིན་རེ་ཉིན་རེ་བྱེད་སྒོ་ནམ་ཤག་འདི་ཚོས་ཅི་ག་སེམས་ཤུགས་དང་ཅི་ག་མེད། བོད་ནང་ལ་དཀའ་ངལ་ཉིན་རེ་ཉིན་རེ་ག་ཚད་འཕྲད་དུ་ཡོད་མེད་ཀྱི་བསམ་བློ་ཅི་ག་མེད་གནས་ཚུལ་ཤེས་ཡོན་ཐབས་ཤེས་མ་བྱེད་ཨེ་འདུག་བྱས་ནས་མོ་པལ་ཕོན་འདྲ་ཅིག་ཁྱེར་ནས་འདི་འདྲའི་སྤྱི་འགྲོ་བསྡད་ན་འགྲིག་ས་རེད་བས་ད་ངས་སྐབས་བཅུ་བཏང་གི་རེད་ད་དང་པོ་ཁོ་རང་ཨ་ཙ་སྐབས་བཅུ་མེད་ཤ་ཚིག་ཁ་ལ་གཏམ་ཉེས་མེད་ཟེར་ལབ་རེད་ངས་འདི་ཕན་ན་བསམ་ནས་ལབ་གི་ཡོད་རེད་མ་མཐའ་དེ་ག་ཚོད་མཛད་སྒོ་ཅིག་ཚུགས་ཀྱི་ཡོད་ན་འདི་ལས་སླ་བོ་རེད། ངོ་བདེ་བྱེད་དུས་ངས་དང་པོ་ཉི་མ་དང་པོ་ཁོ་རང་ནས་ཁྱེད་རང་ཚོ་ལ་འདི་ལབ་དགོས་ཡོད་དེ། ང་ཚོ་ལ་ལས་འགན་ཆེན་པོ་ཅིག་རེད་དེ་གོ་སྐབས་བཟང་པོ་ཅིག་རེད། ང་ཚོ་དེ་འདྲས་ཀྱི་གནས་ཚུལ་ཐབས་སྡུག་པོ་ཅིག་འདི་འཕྲད་མེད་ན་ཁྱེད་རང་གིས་དཀའ་ལས་བརྒྱབ་ན་ཁྱེད་རང་དཀའ་ལས་ངོ་སོ་སྟོན་ས་ཞེ་དྲག་གལ་ཡོད་མ་རེད་གོ་ཚང་མ་འགྲིག་བསྡད་ཡོད་སྐྱིད་པོ་ཡོད་ན་ད་ཁོས་དཀའ་ལས་བརྒྱབ་ན་རེད་མ་བརྒྱབ་ན་ཁོས་འགྲིག་བསྡད་འདུག་ད་དེ་འདྲས་ཉག་ཕྲ་བོའི་སྐབས་ཅིག་ལ་ཅིག་དཀའ་ལས་ཅིག་བརྒྱབ་ན་སུ་སུ་ཡིན་ནའང་ད་དཔའ་བོ་ཆགས་ན་ཆགས་ཡས་དུས་ཚོད་ཡོད་རེད་དཔའ་དར་འཁིལ་ན་དངོས་གནས་རེད་གོ་སྐབས་བཟང་པོ་ཞེ་བོ་ཅིག་རེད། ཨོ་དེ་རེད་དེ་འདྲ་ཡིན་དུས་ད་རྣམ་པ་ཚོ་ཚང་མ་རྩ་བའི་བོད་སྐད་ནི་མཁྱེན་གྱི་ཡོད་རེད། གཅིག་ང་ཚོ་ཤེས་ཡོན་གྱི་སྲིད་བྱུས་ནང་ལ་ཡིན་ན་ཡང་ད་རིམ་པས་རིམ་པས་བོད་དོན་བཙན་དྲག་པ་ལྔ་བ་དྲུག་པ་ཚར་བར་དུ་ཆ་ཚང་ད་སློབ་ཚན་བསླབ་ཡས་ཀྱི་བརྒྱུད་ལམ་འདི་བོད་ཡིག་གང་ལ་བཟོ་ཡས་ཀྱི་ང་ཚོའི་བྱས་རེད་དེ། བྱུང་བྱུང་བྱུང་ན་ད་དངོས་གནས་ཆ་ཤས་ཅིག་བསྒྲིགས་ན་ཨ་མའི་ཁོག་པ་ཡོད་དུས་ནས་བོད་སྐད་ཡག་པོ་གོ་ཐུབ་ཡས་བྱས་ནས་ཨེ་ཕུག་བྱུང་བྱུང་ད་ལྷག་པར་དུ་གཅིག་སྐད་ཆ་ཡག་མ་ཡག་པོ་གོ་བརྡ་འཕྲོད་ནས་ཡག་པོ་བཤད་ཐུབ་མ་ཐུབ་བར་དུ་བོད་སྐད་རྐྱང་རྐྱང་ཨམ་ཅོག་ནང་ལ་བླུག་དགོས་འདུག་ཨ། འཛམ་བུ་གླིང་གི་ནང་ལོགས་ལ་སྐད་ཉར་ཚགས་བྱེད་སྟངས་དེ་འདྲས་རེད། དེ་ཐུབ་གསུངས་ན་ཨེ་ནས་ག་ལེ་ག་ལེ་ཁོ་ཨིན་ཇི་ལབ་ཡས་དང་ཀེ་ཧི་ཤན་ཏ་ལབ་ཡས་དུ་སུ་སྐྱོན་བྱེད་ཀི་ཡོད་མ་རེད་ཤི་ར་ཤི་ར། བྱས་ཙང། ང་ཚོ་གི་སོ་སོའི་མི་རིགས་ཀྱི་ངོ་བོ་སྲུང་སྐྱོབ་བྱེད་ཟེར་དེ་མི་རིགས་མི་རིགས་ཀྱི་ངོ་བོ་འདྲ་མི་འདྲ་ཡོད་རེད་གདུང་འདྲ་མི་འདྲ་གཅིག་རྣམ་འགྱུར་འདྲ་མི་འདྲ་ཐུགས་ལོག་གོན་སྟངས་འདྲ་མི་འདྲ་གཅིག་ཁ་ལག་ཟ་སྟངས་འདྲ་མི་འདྲ་ཡོད་རེད་དེ་ཡིན་ན་བོད་པའི་གི་ཐུན་མོང་མིན་པའི་ངོ་བོ་ཟེར་དུས་ངོ་བོ་གཙོ་བོ་དེ་སྐད་རིགས་སྐད་ཡིག་འདི་ལ་ཟེར་དགོས་རེད་སྐད་དེ་ཡིག་དེ། མི་རིགས་དབྱེ་བ་ཕྱེ་ཡོང་དུས་གདུང་གི་དབྱེ་བ་ཕྱེ་གི་མ་རེད་བ་གདུང་དང་འདྲ་བོ་མང་པོ་འདུག་བ་ཤར་ཕྱོགས་པ་མང་པོ་གདུང་འདྲ་བོ་འདུག་བ། སྐད་ཡིག་གི་ཐོག་ནས་གཙོ་བོ་སྐད་ཡིག་གི་ཐོག་ནས་དབྱེ་བ་ཕྱེ་དགོས་རེད་ད་སྐད་ཡིག་ནས་དབྱེ་བ་ཕྱེ་ཡས་དེ་ཁོ་ཕ་མ་ནས་ཕ་མས་ནས་མ་རྒྱུད་བཅས་སྤུ་གུ་ཀླད་པ་ནས་བླུགས་ནས་ནས་བོད་སྐད་གཙང་མ་གཅིག་རྒྱབ་ཡས་ཀྱི། སྤུ་གུ་དེ་ཚར་ལོངས་བྱུང་ནས་བོད་སྐད་ཡང་དག་རྒྱུད་གཙང་མ་གཅིག་རྒྱབ་ཟེར་དུས་དེ་ནི་གཞི་ནས་སྐད་ཡིག་གཞན་པ་བསླབ་ན་བསླབ་ན་ཨེ་ནས་སྐྱོན་ཆ་མེད་བ་དེ་མེད་ན་སྐྱོན་ཆ་ཆེན་པོ་ཞིབ་གཅིག་འགྲོ་གི་ཡོད་བ་བསམ་བློ་བཏང་བཏང་ཁོ་རང་ལ་ཁྲ་ཁྲ་ཚིང་ཚིང་ཆགས་ཀྱི་ཡོད་བ་ད་དེ་འདྲའི་མཁས་པ་མང་པོ་གིས་གསུངས་ཡོང་གི་འདུག་བ་དེ་འདྲ་བྱེད་དུས་ད། ཁྱེད་རང་ཚོ་ཡིན་ན་འཁོར་ལོ་ན་གང་ལ་གང་འཚམ་ཡང་སླེབས་ས་རེད་དེ་འདྲའི་ཤེས་ནི་བྱེད་ཡོད་མ་རེད་ད་ཡིན་ན། ཅིག་བསམ་བློ་བཏང་སྟངས་རེད་བྱེད་སྟངས་རེད་འདུག་བཟོ་བོད་པའི་གི་ཐུན་མོང་མ་ཡིན་པའི་ངོ་བོ་དེ་ཁི་ཡའི་དོན་དག་ལ་ད་བོད་པའི་ཆོས་དང་རིག་གཞུང་འབད་བརྩོན་བྱས་ནས་སྦྱང་ཡས་དེ་སུ་སུ་གི་བདེ་སྐྱིད་ཡིན་ན་རེད་བོད་པའི་གི་དོན་དག་ཡིན་ན་རེད་ད་ཤུགས་རྒྱབ་ཡས་ཞི་བོ་གལ་ཆེན་པོ་རེད་ད། འོ་དེ་འདྲས་མ་བྱས་ན་ད་ང་ཚོ་རྒྱལ་པོའི་ཁབ་གཏད་བཅག་ཟེར་ཏེ་དྲི་མེད་མདའ་ཁྱེར་ནས་ང་ཚོ་བཅག་ཐུབ་ཡས་ཡོད་མ་རེད་བཅག་དགོས་ཡས་ཡོད་མ་རེད་དེང་སང་དུས་ཚོད་ལ་དྲི་མེད་མདའ་དང་འབུམ་ཞུས་དེ་དེ་ཐབས་རྡུགས་ཀྱི་ལས་ཀ་རེད་མ་གཏོགས་གི་དེ་རྣམ་དཔྱོད་ཅན་གྱི་ལས་ཀ་མ་རེད། སང་ཆུ་བཅོམ་ལྡན་འདས་ཀྱིས་ང་ཚོ་ལམ་ཁ་བསྟན་ཡས་དེ་ལ་ཡང་མདའ་མཚོན་གོ་ཆ་མ་སོང་བར་རང་ཉིད་གཅིག་པུས་ཕ་རུ་ཕ་རུ་དུས་མ་ལུས་ཕམ་ཚེ་གཡུལ་འགྱེད་ལས་ཆུ་ལས་གཞན་པ་སུས་ཤེས་ཟེར་ཞོག་བ་མདའ་མཚོན་གོ་ཆ་མ་སོང་བར་ཟེར་མདའ་དང་དྲི་དང་མེད་མདའ་ཁྱེར་ནས་དུས་དུས་ཚོད་གནོད་པ་སྐྱེལ་ཡས་ཡོང་དུས་མདའ་དང་དྲི་དང་མེད་མདའ་ཁྱེར་ནས་ཐབས་ཚུལ་བྱས་ཡོད་མ་རེད་མདའ་མཚོན་གོ་ཆ་མ་སོང་བར། མདའ་ཚོན་གོ་ཆ་ཡོད་མ་རེད། ད་མདའ་ཚོན་གོ་ཆ་མེད་ན་ཡང་དཔུང་འདྲ་ཅིག་མང་པོ་ཁྲི་ཡས་ཡོད་ན་གཅིག་རེ་བ་དེ་ཡས་ཡོད་མ་རེད། རང་ཉིད་གཅིག་པུའི་ཕ་རོལ་དུས་རང་ཉིད་གཅིག་པུའི་ཕ་རོལ་དུས་རེ་བ། དེ་འདྲས་ཀྱི་དུས་ཕམ་པར་བྱས་ཏེ་དེ་འདྲས་ཀྱི་དམག་འཐོར་བར་བྱས་ཏེ་ད་ཁྱོད་རང་མ་གཏོགས་དེ་འདྲས་ཀྱི་ཐབས་ཤེས་དེ་སུས་ཤེས་ཀྱི་རེད་ཤེས་ཀྱི་མ་རེད་ཟེར་ང་ཚོ་བསྔགས་བརྗོད་བྱེད་བ་དེ་དངོས་གནས་རེད་ད་སྐྱབས་མགོན་རིན་པོ་ཆེ་ལམ་ཀ་ད་ག་རང་ཕེབས་ཀྱི་འདུག་བ། ཡ་རབས་སྐྱོ་སངས་ཆེ། ཤེས་ཡོན་ཡག་པོ་སྦྱངས་འདི་ཁ་བརྡས་ཆོག་གི་ཡོད་རེད། ང་ཚོ་བོད་པའི་གི་སྐད་དང་ཡི་གེ་འདི་ཟིན་ནས་ང་རང་ཚོའི་ཐུན་མོང་མ་ཡིན་པའི་ངོ་བོ་དེ་ཡག་པོ་ཅིག་ཉར་ཐུབ་ན། བོད་པ་ནམ་ཡང་ཤེས་གི་མ་རེད་ད་ངས་འདི་བརྒྱ་ཆ་བརྒྱ་ཐམ་པ་ཨ་དུག་ཨ་དུག་ང་སོ་རུ་བྱས་ན་ངས་འདི་ཤེས་ཐུབ་ས་རེད། ངའི་རྣམ་འགྱུར་བསམ་བློ་དང་འདི་གཉིས་རེད་གཅིག། བོད་པའི་སྐད་དང་ཡི་གེ་དེ་ལ་བརྟེན་པའི་ཆོས་དང་རིག་གཞུང་གི་ཡག་པོ་ཅིག་ཉར་ཡ་རབས་བཟང་ཕྱོགས་འདི་ཡག་པོ་ཅིག་ཉར་དེ་ཉར་ཡས་ལ། བལྟས་ས་སེམས་ཤུགས་ཆེ་ནས་དཀའ་ལས་རྒྱག་ཡ་རེད་མ་གཏོགས་གི། ཞི་བ་ཞི་བ་དཀའ་ལས་ཁས་མི་འདུག་ཨ་དྲང་བོ་བཤད་ན། དེ་འདྲ་ཅི་ལྟར་དཀའ་ལས་རྒྱབ་དགོས་ཀྱི་རེད་བ་དང། སོ་སོའི་ཆོས་དང་རིག་གཞུང་དང། ཅིག། ཕ་ས་བུ་རྒྱུད་ལ་བསམ་བློ་གཏང་མཁན་ཡིན་ན་དེ་འདྲའི་ཅི་ལྟར་དཀའ་ལས་རྒྱབ་དགོས་པར་བ། དེ་ཡག་པོ་ཅིག་བྱེད། ཆོས་དང་རིག་གཞུང། སྐད་ཡིག། དུ་སོ་ཡག་པོ་ཅིག་འཛིན། དེའི་སྒང་ལ་ང་ཚོ་ཆོལ་ཁ་དང་ཆོས་རྒྱུད་ཀྱི་ཆོ་མེད་པའི་སྐད་ཆ་བཤད་དེ་ངས་བྱབ་ཆུང་ཁ་ཤས་ཅིག་འདུག་ཨ། རྒྱ་མི་ཕོག་ཟ་གི་ཡོད་ན་ཡང་འདྲ། ད་ག་རེ་ཡིན་ན། དེ་འདྲའི་ཟབ་དེ་ཁ་ཤས་དྲ་རྒྱ་སྒང་ལ་བཤད་དེ་ངས་ཁ་ཤས་ཅིག་འདུག་ཨ། འོ་དེ་ཚོ་ལ་མིག་ཞི་དྲག་མ་ལྟ། ཡ་མ་བྱེད། དེ་འདྲས་བྱས་ཀྱང་ང་ཚོས་ཆོལ་ཁ་ཆོས་བརྒྱུད་དུ་བསྐྱེལ་བ་ལྟ་བ་ར་གང་ལས་ནི་ཡོད་མ་རེད་དྲང་པོ་བཤད་ན། འདི་འཆམ་པོ་བྱས་ནས་བསྡད་ན་འོ་ལྟ་བོད་པ་ནམ་ཡང་ཤི་གི་མ་རེད། རྒྱ་མི་ཤི་འགྲོ་གི་རེད། ཤི་སྟངས་ག་རེ་ཟེར་ན། ད་ལྟ་ཞི་ཅིང་ཕིང་ལ་རག་ལས་དུ་ཡོད་རེད། ཁོ་བདུན་ཅུ་ཟིན་མི་རུང་བ་རེད་ལོ། ག་ཚད་ངན་པ་ཡིན་ཟེར་ན་མི་ཚང་མ་ཤི་འགྲོ་གི་འདུག་ཨ་ཁུ་ཤི་འགྲོ་གི་རེད། མའོ་ཙེ་ཏུང་ཤི་སོང་ང་ཏིང་ཞའོ་ཕིང་ཤི་སོང་ང་ཤི་འགྲོ་གི་རེད། དེ་འདྲས་མི་རེ་རེ་ཤི་འགྲོ་དུས་འགྱུར་འགྲོ་གི་རེད། ཁོ་རང་སུ་ནང་ལ་གྲ་སྒྲིག་པོ་ཡག་པོ་ཞིབ་པོ་བྱོས་ན་འདི་འགྲིག་རེད་བ། གྲ་སྒྲིག་པོ་ཡག་པོ་གལ་ཡོད་མ་རེད་དབང་ཆ་གི་སྡུག་ས་མ་བཙིར་ནས་ཁུ་བྱོ་བཏང་ས་མེད་པ་བཟོས་ཤག་ག་ཚད་པར་དུ་བཙིར་ནས་བསྡད་དགོས་རེད། དེ་འདྲས་ཀྱི་ངོ་ལོག་ཅིག་རྒྱབ་བྱས་ནས་འཇུ་བ་བྱེད་འགྲོ་བའི་སྐབས་ལ་ང་ཚོར་སུ་གཟུགས་སུ་ལུང་པ་ལོག་ཡས་ཡིན་ན་རེད་ག་རེ་ཐོག་ལ་ཡིན་ན་ང་རང་ཚོའི་མིག་གི་དང་པོ་ནས་གྲ་སྒྲིག་བྱས་ན་ཧྲ་ཐག་ཐག་ཡོད་ན་གོ་སྐབས་རག་གི་རེད། ད་དེ་འདྲའི་གོ་སྐབས་ཅན་རག་ན་ང་ཚོའི་མི་ཡི་གེ། གནམ་གྲུ་བཏང་ཤེས་མཁན་མེད། རིག་ལི་བཏང་ཤེས་མཁན་མེད། མོ་ཏོ་བཏང་ཤེས་མཁན་མེད། ཡ་རབས་སྤྱོད་བཟང་མེད། ཨིན་ཇི་སྐད་རྒྱབ་ཡས་མེད་ཨིན་ཇི་བྲིས་ཡས་དེ་ཕྱིར་བསྐྱུར་རྗེས་ཤི BAMSN ལག་ཁྱེར་བཙལ་གི་བཙལ་གི་ཅིག་གིས་ཅིག་བྲིས་ཤོག་ཟེར་དུས་བོད་ཡིག་དག་དག་བྲིས་ཡས་མེད་ཨིན་ཇིའི་དག་དེ་དངོས་ཡོད་གནས་ཚུལ་བཤད་གི་ཡོད་ད་ངས་ད་བྲིས་ཁྱེད་རང་ཚོ་མི་འདུག་ཟེར་གི་མ་རེད་འདུག་མི་འདུག་སོ་སོ་བརྟག་དཔྱད་བྱས་ནས་བྲིས་གི་རེད་དེ་མེད་ན་ད་ཟབ་སྦྱོང་འདི་འདྲའི་སྐབས་ད་བཟོ་དགོས་རེད་དྲག་དྲག་འདི་བྱེད་དགོས་རེད། དེ་འདྲས་ཟེར་བྱུང་བ་ཡིན་ན། ཨེ་ནི་ཁ་བརྡས་བཅག་ཐུབ་ཀྱི་རེད་གོ་སྐབས་གླེང་ཐུབ་ཀྱི་རེད། ད་སོ་སོ་ངོས་ཀྱིས། ང་ཚོ་ཕ་ཕྱོགས་ནས་གོ་སྐབས་སྤྲད་ཀྱི་མི་འདུག་མི་འདུག་ཟེར་ལབ་ཀྱི་ཡོད་རེད་རྒྱ་མིས་བོད་རྒྱ་མིས་བོད་པ་ཟིམ་ནས་ད་བོད་དང་ཆོས་དང་རིག་གཞུང་སྲུང་སྐྱོབ་བྱེད་ཡས་གོ་སྐབས་མི་འདུག་ཟེར་སྐད་རྒྱབ་ཀྱི་ཡོད་རེད། འདྲ་ཆགས་པོ་རེད་ཞིག་ཡོད་རེད། ཨེ་ནི་ཚུལ་ཁ་ལོག་ནས་དྲི་བ་ཞིག་དྲིས་ནས་བདེན་པ་བདེན་ཅག་རེད་དངོས་ནས་བོད་ལ་མི་འདུག་རྒྱ་གར་ནང་ལ་འདུག་གས་ཟེར་ན། འདུག་ཟེར་དགོས་རེད་བ། དྲང་པོ་བཤད་དགོས། ཨ་ནི་ཁྱོད་བྱེད་ཀྱི་མི་འདུག་ལ་ནི་ཁར་ལབ་ཨ། ལབ་ཨེ་ཡོད་མ་རེད་ལན་ཁ་པར་ར་གང་བརྒྱབ་ཚར་རེད་དེ། ལབ་ཨེ་ཡོད་མ་རེད་བྱས་ཙང་མང་ཆེ་མི། འགྲོ་བ་མི་གི་ལོ་རྒྱུས་ནང་ལ་བལྟས་པ་ཡིན་ན་མང་ཆེ། སོ་སོའི་མ་འཇོན་ནི་འཐུས་ཤོར་ཕྱི་འཇོག་རྐྱང་རྐྱང་རེད། སློབ་དཔོན་པད་མ་འབྱུང་གནས་ཀྱི་བཀའ་ཐང་པད་མ་བཀའ་ཐང་ནང་ལ་འདུག་ཨ། རང་གི་མ་འཇོན་སུ་ལ་རེ་ཡང་འདུག་ལ་ཡོང་ན་མི་སེམས་ཤིག་རྗེ་འབངས་རྣམས་སུ་འདུག་ཨ། རང་གི་མ་འཇོན་ན་སུ་ལ་རེ་ན་ད་འདུག་ཨ་ཅི་མ་འདུག་ཡག་པོ་ཤི་ན་ཡོང་གི་ཨེ་ཡོད་མ་རེད་ད། ད་ང་ཚོ་བོད་པའི་གནས་སྟངས་ཇི་ལྟའི་དང་རང་གི་མ་འཇོན་སུ་ལ་རན་ཡང་འདུག་ཟེར་དེ་རེད་སྒུག་འདུག་མི་འདུག་བོད་པའི་ཁང་པ་གཅིག་རྒྱབ་དགོས་ན་སུས་རྒྱབ་གི་འདུག་བོད་པ་ཁང་པ་རྒྱབ་མཁན་ག་ཚད་འདུག་གཞན་དག་ཕར་བཞག་ན་ཆུ་དཀར་ལགས་ཀྱི་གྲོགས་ལགས་ཤི་ན་བོད་པ་བཟོ་མཁན་ག་ཚད་འདུག་གློག་ཅིག་ཤི་ན་བཟོ་ཤེས་མཁན་ག་ཚད་འདུག་མི་འདུག་ག་དྲང་པོ་བཤད་ན། གཞིས་ཆགས་ཁག་འདི་བར་ངས་དོ་སྣང་བྱས་ཡིན་རེད་བ་ཚིག་གཅིག་གློག་བཟོ་མཁན་ཡོད་རེད་ཟེར་གཅིག་ཆུ་གཅིག་བཟོས་མཁན་ཡོད་རེད་ཟེར་ད་ཁོ་འདི་དྲེགས་ལ་ཤི་བ་ལས་སླ་བོ་རག་གི་མ་རེད་ཟེར་གི་འདུག་འདི་འདྲི་གཅིག་གཞིས་ཆགས་ཆེན་པོ་གཅིག་ནང་ལ་རེད་ད།

ངས་དེ་རིང་ད་ཕན་ནས་བསམ་ནས་ཁྱེད་རང་ཚོར་སྐུལ་མ་གཏང་གི་ཡོད་རེད་བྱས་ཙང་ཁྱེད་རང་ཚོ་སོ་སོ་གི་ནུས་པ་དང་དམིགས་བསལ་དབྱིངས་དང་ག་རེ་དོ་སྣང་ག་རེ་སྒང་ལ་འདུག་དེ་སྒང་ལ་བལྟས་ནས་ནས་སློབ་སྦྱོང་བལྟས་ཤིག་ཤེས་པ་འདི་ལག་ལེན་ཐོག་ལ་སྐྱེལ་ཐུབ་ཡས་སྒང་ལ་འགྲོ་ནས་ཁོ་བོད་མི་རིགས་སྤྱི་ལ་བྱེད་ཐུབ་མཁན་གྱི་སྒོར་མ་དང་ཞེན་དག་ཚང་མ་ཤོར་ཚར་རེད་བོད་ནང་ལ་ད་ག་རང་རེད་ཚེམ་བུ་གཅིག་རྒྱ་བལ་གཅིག་སྤྲད་སོང་ན་རྒྱ་མི་སྤྲད་ན་ལམ་སང་བཟོ་ཡོང་གི་འདུག་ཟེར་གི་འདུག་བ་བོད་པ་ལ་སྤྲད་ན་བདུན་ཕྲག་གཅིག་བྱས་ལ་ཤོག། དར་མཚམས་དང་རང་རེ་ཟླ་ངོའི་གནས་ཚུལ་ཞིག་བདུན་ཕྲག་གཉིས་བྱས་ལ་ཤོག་ད་ལྟ་མེད་ད་དེ་བཞག་ཤོག། གཅིག་བྱས་ན་མི་དཔེ་ཤ་དོན་གཉེར་མེད་པ་ཡག་པོ་ཡིན་གྱི་རེད་དེ་གཉིས་བྱས་ན་དེ་ཚོའི་རིགས་དེ་ཁོ་མཚུངས་ཀྱི་འགྲོ་སྟངས་མ་ཤེས་ཆེད་རེད་བ། ཁོ་ཧྲ་པེ་དེ་དེ་ཁོ་ཡག་པོ་འདུག་མགྱོགས་པོ་ཟུག་འདུག་ཟེར་ཡོད་ན་མཚུངས་ཡོང་གི་རེད་བ་ད་ཆུ་བ་ཟོས་ཡས་ནས་བྱས་ནས་རྒྱ་གར་བྲེག་གི་ཡོད་བ། རེད་མ་རེད་ད་ང་ཚོ་ག་རེ་དེ་འདྲས་བྱས་ཚོ་དེ་ཚོའི་རིགས་དེ་བསྟས་བསམ་བློ་ལ་གཅིག་གསར་བརྗེ་འདྲ་བོ་ཅིག་བསྟས་སུ་བཏང་ནས་རེད་བ། དེ་མིན་ན་དངོས་གནས་ངས་དྲང་པོ་བཤད་ན་ང་ཚོ་ཁག་པོ་ཆགས་ས་རེད་ད། ཀམ་པུ་ཏར་འདྲ་བོ་ཞིག་ན། Software དང Hardware སྐད་ཆ་མང་པོ་ཅིག་བཤད་ཡོད་རེད་དེ། གཅིག་དུ་བ་ཆགས་འཕྲོག་གཅིག་བྱས་ན་ཚང་མ་ཁ་གདངས་གདངས་རྐྱང་རྐྱང་གཅིག་མ་གཏོགས་ཡག་པོ་ཅིག་ཤེས་མཁན་དཀོན་པོ་འདུག་བ། དེ་ཚོ་གར་བསྟེན་དགོས་རེད་ཟེར་ན། ལས་ཀ་ག་རེ་ཡིན་ན་གཅིག་གི་སྒང་ལ་ཡག་པོ་ཅིག་དོ་སྣང་མ་བྱས་པའི་རྟགས་མཚན་རེད་དོ་སྣང་བྱས་ན་མ་ཤེས་པའི་ཡོད་མ་རེད་ད། དོ་སྣང་བྱས་ནས་ཡག་པོ་གཅིག་ག་རེ་ཡིན་ན་གཅིག་གང་ལ་ཡག་པོ་གཅིག་ཤེས་པ་བྱས་ན་ཨིན་ཇི་ཡིན་ན་ད་གཞན་དག་ཡང་དོ་སྣང་བྱེད་དེ་ན་ནས་ལྷག་པར་དུ་གཅིག་ཨིན་ཇི་ཟེར་བ་གཅིག་དཔེ་ཡག་པོ་བོད་ཡིག་ར་བ་གཅིག་དཔེ་ཡག་པོ་བྱས་ན་དེའི་ཐོག་ནས་ལས་ཀ་ཡང་རག་གི་རེད། མིག་སུ་སུ་ཡག་པོ་ཡོད་ན་མིག་ཡིག་བཙལ་གི་འདུག་བ་དེ་བོད་ཡིག་ཡག་པོ་ཞིབ་བརྗོད་རེད་ཟེར་ལམ་སང་སྐྱོ་དགོས་ཀྱི་འདུག་བ་དེ་ཀམ་པུ་ཏར་མཁས་པ་ཞི་བ་རེད་ཟེར་ཤོག་ཟེར་ལབ་ཀྱི་འདུག་བ་ད་སུ་སུ་མེད་ན་ཨེ་ནི་དེ་ལག་འཁྱེར་འདྲ་མེད་ན་ང་ཕ་སྐད་གཅིག་བྱས་གཅིག་ལ་འདའ་བ་གསུམ་སྦྱངས་ཡང་ཕ་སྐད་གཅིག་ལ་འདའ་བ་ལྔ་སྦྱངས་ཡང་དེ་འདྲའི་མང་པོ་ཞིབ་ལས་ཀྱི་འདུག་ང་ཚོ་ལས་ཀ་བྱེད་ག་འདྲུད་དེ་ཕན་ཡོད་ཡོད་མ་རེད་ད་ལག་འཁྱེར་གཅིག་བསྟན་ཡོད་ཡོད་རེད། ང་འདི་དེ་འདྲའི་རེད་འོ་དེ་འདྲའི་ཡིན་དུས། ང་ཚོས་དེ་འདྲ་ཟབ་སྦྱོང་ཚུགས་ཀྱི་འདི་དང་འདི་ལ་སོགས་པ་ང་ཚོས་ལས་ཀ་བྱེད་དུས་སོགས་ལ་ཅིག་དམིགས་ཡུལ་རྒྱ་ཆེ་སེ་ཅིག་བསམ་བློ་བཏང་ནས། རེ་བ་ཁོ་ཕ་སྐད་ཅིག་གོ་སྐབས་བརྗེས་དུས་དེ་འགྲོ་དེ་འགྲོ་ཙམ་མ་ཡིན་པ་བྱས་ནས་དེ་འདྲའི་རེད་ཟེར་གི་མེད་ད་ཡང། དང་པོ་ཁོ་རང་ནས་ཁྱེད་རང་ཚོས་དེ་འདྲའི་ལབ་ན་ཡང། ཅིག། ཕོག་རྒྱུ་ཡོད་མ་རེད་ངས་དེ་ཟེར་གི་མེད་དེ། དེ་ང་ཚོ་སྒུག་གི་འདུག། རང་རྐྱ་འཕེར་བ་ཅིག་འགུགས་འདུག། བྱེས་དུས་ང་ཚོ་ཟབ་སྦྱོང་དེ་ཉིས་སྟོང་དྲུག་ལ་ཟབ་སྦྱོང་རྒྱུ་ཚུགས་ནས་དེ་སྐབས་ལ་ཁོ་ཚོ་དུས་དུས་རྒན་པ་མང་པོ་ཡོད་རེད་སྨན་སྦྱིན་ཁང་ནས་ཡང་མང་པོ་ཡོད་རེད། བྱས་ནས་ཁོ་ཚོས་མང་པོ་ཁོ་རང་ཚོ་ཟབ་སྦྱོང་ཚར་ནས་ད་དེ་ཟབ་སྦྱོང་འདི་ཕན་ཐོགས་ཞེ་བོ་ཅིག་འདུག། ད་ལོ་གཅིག་ཚུགས་ནས་དེ་ནས་བཞག་ཡས་ཡིན་གྱི་མ་རེད་མུ་མཐུད་ནས་ཚུགས་རོགས་ཅེས་ཡི་གེ་གཅིག་ཏུ་བཏང་བྱས་སུ་སྙིང་རྗེ་ལྷག་བསམ་བྱས་ནས། དེ་རྗེས་ལ་ཡི་ཟབ་སྦྱོང་དེའི་སྐབས་ལ་ད། གར་སོར་དེ་མི་མཐུན་ནས་ཚུགས་རོགས་ཟེར་མཁན་མང་པོ་བྱུང། འོ་དེ་འདྲ་ཡིན་དུས་ད་དེ་ལ་བརྟེན་ནས་ང་ཚོས་གར་སོར་ད་དེ་ནི་ཉིས་སྟོང་དྲུག་ནས་བཞག་ནས་ད་ད་ལྟ། ཟབ་སྦྱོང་ཐེངས་བཅོ་ལྔ་པ་དེ་ཡག་པོ་འགྲོ་བསྡད་ཡོད་རེད། མཇལ་ཁ་གཅིག་སྐབས་ལ་སྐྱབས་མགོན་རིན་པོ་ཆེ་སྙན་སེང་ཞུས་དུས་སྐྱབས་མགོན་རིན་པོ་ཆེས་ད་དེ་དཔེ་ཡག་པོ་བྱུང་ཤག་ཟླ་བ་གཉིས་སོ་གསུམ་སོ་བཞི་སོ་ད་འདྲ་མི་འདྲ་དེ་འདྲས་ཀྱི་སྦྱོང་བརྡར་སྤྲད་དེ་དཔེ་གལ་ཆེན་པོ་འདུག་མང་པོ་ཚུགས་འགོ་འདུག་དཔེ་ཡག་པོ་བྱུང་ཤག་གསུང་གི་འདུག། འོ་ད་དེ་བྱེད་དུས་ཁོ། ཟླ་བ། བདུན་ཕྲག་གཅིག་ཟེར་ཉི་མ་བཅུ་ཟེར་དེ་འདྲའི་ཟབ་སྦྱོང་ཡོད་རེད། དུས་ཚོད་གས་གཏད་ཞིག་ཕན་གྱི་འདུག་ཟེར་བར Exposure ཞེས་གཅིག་རམ་དགུ་བ་དེའི་རང་བྱས་ནས་ད་ཟླ་བ་གཉིས་ཟླ་གསུམ་བྱས་ན་རིག་པ་སྒྲིབ་ན་གཏད་སོ་སྒྲིབ་ཡས་ཡོད་རེད། ཡིན་ན་ཡང་ཕྱོགས་གཅིག་ནས་བསམ་བློ་ཡག་པོ་མ་གཏོང་ན་ཟླ་བ་གཉིས་ཟླ་གསུམ་ནང་ནས། གཟའ་སྤེན་པ་བཞི་དེ་ཕག་ཐེངས། ཉི་མ་བཞི་དེ་ཕག་ཐེངས་དེ་པར་རུ་ལ།

ཁོ། དགེ་རྒན་དེ་ཚོ་བཀའ་བཀྱོན་དང་དེ་འདྲས་བྱེད་མཁན་དེ་འདྲས་ཡོད་མ་རེད་ང་ཚོ་དགེ་རྒན། རྒྱུག་པ་ཞུས་དེ་འདྲས་བྱེད་མཁན་དེ་ཡོད་མ་རེད་དུས་ཚོད་ཡོད་ས་རེད་བ་དུས་ཚང་མ། སྤྱི་བཏང་ནས་ཡོད་མ་རེད། འོ་དེ་མེད་དུས་དེ་བཀའ་བཀྱོན་གནང་གི་མ་རེད་དེ་ཡིན་ན་སོ་སོའི་ནང་ནས་དཔེ་དེབ་བཀར་བཟོས་གོ་རེད། ཞེད་སྣང་མེད་ན་འཚེར་སྣང་ཟེར་དེ་བྱས་ནས་ཏག་ཏག་ཏག་ཏག་ཉོས་དགེ་རྒན་སླེབས་ས་ནས་ཚར་ཚར་ཡོང་དེ་དུས་ཚོད་དོ་སྣང་མེད་པ་བསྟན་གི་ཡོད་རེད་བ། ཆར་བ་བརྒྱབ་སོང་གཉིད་ཤོར་སོང་ཟེར་དེ་འདྲའི་ཁ་བཏགས་ཡས་ཡོད་རེད་དེ་དེ་ཞེ་དྲག་ཞེ་དྲག་ཕེང་བ་རེད་དེ་ཚོས་ཀླད་པ་བྱེད་ཡས་ཡོད་རེད་དཔེར་ན་དཔེ་ཤག་ཡོད་ས་ཀྱི་བཟོ་གྲྭ་འདྲ་ཅན་ཡིན་ན་སྟག་གིས་ཀླད་བསྐོལ་རེད་མི་མང་ཚང་མ་ཐབས་ཤེས་བྱས་ནས་སྔགས་སང་སང་ནས་ཡོང་དགོས་ཡས་བྱས་ནས་ཡོང་དགོས་རེད་ཨོ་དེ་བྱེད་དུས་ད་དེ་ཚོ་དོ་སྣང་མེད་དུས་ཨེ་ནས་རྗེས་རྗེས་ལ་ཡོང་ཨེ་ནས་ལམ་ཀ་འགག་ཆར་བ་འགག་འདྲ་འདྲ་འདྲ་མི་འདྲ་ཤེས་ཡས་དེ་འདྲ་ཡོང་ན་དེ་རང་མགོ་རང་གིས་བསྐོར་བ་རེད་མ་གཏོགས་ཕན་ཐོགས་ཁེག་གི་ཡོད་མ་རེད་ཨོ་དེ་འདྲ་བྱེད་དུས་རྣམ་པ་ཚོས་ཀྱི་དང་པོ་ནས་ཐོག་མཐའ་གཉིས་ལ་བྱ་བ་གཉིས་ཟེར་ལབ་རེད་ཐོག་མཐའ་གཉིས་ལ་བྱ་བ་གཉིས་ཟེར་དུས་ཐོག་མ་དེ་ལས་ཀ་གང་དང་གང་ཡིན་ན་ཐོག་མ་དེ་ལ་ཀུན་སློང་བཟང་པོ་ཅིག་ཤེས། ཨེ་ཐ་མ་དེ་ལ་དགའ་བ་སྒོམ་རྗེས་སུ་ཡི་རང་བྱེད་ཅིག་ཤེས་དགོས་རེད་ནང་ཆོས་ནང་ལ་ཨོ་དེ་ཞིག་དུས་ད་ད་ལྟ་ཁྱེད་རང་ཚོ་ཐོག་མ་དེ་ཡིན་ཙང་ཀུན་སློང་ཡག་པོ་ཅིག་ཁྱིས་ཨེ་ན་འབྱུང་བ་ཟབ་སྦྱོང་གྲུབ་པའི་སྐབས་དེ་ལ་ཨེ་ན་ཐ་མལ་གྱི་ད་འགྲིག་སོང་ཟབ་སྦྱོང་དེ་རྗེས་ལ་ཡག་པོ་ཤེས་སོང་ཕན་ཐོགས་སོང་བསམ་པ་འདྲ་ཅིག་དེ་འདྲ་ཅིག་བྱེད་ཐུབ་པ་ཅིག་དགོས་རེད་ད། དཔེར་ན་ང་ཚོ་དཔེ་མཛོད་ཆ་བཞག་པ་ཡིན་ན་ཡང། ཁོ་ལས་བྱེད་མང་པོ་ཡོད་རེད། སོ་སོའི་ལས་བྱེད་ཅེས་ནས་རྒྱ་ཕྱོགས་གང་ལ་སྔོན་མ་ང་དཔེ་མཛོད་འགན་འཛིན་ཆགས་ཚར་སོང་ཞེས་ནས་ཁ་ཤས་ཀྱིས་དྲིས་སོང་ང་ལ་དགེ་བཤེས་ལ་ལས་ཀ་དཀའ་ལས་ཁག་པོ་མི་འདུག་ཨེ་ཟེར། དེ་དཀའ་ལས་ཁག་མ་ཁག་ང་རང་ལ་རག་ལས་རེད་ཟེར་ལ། ངས་རིག་པ་འདྲ་གཅིག་འགྲིམ་ཡར་རྒྱུགས་མར་རྒྱུགས་བྱས་ན་ནི་ལས་ཀ་རྫོགས་ཡས་མི་འདུག་ཞི་བུ་ཅིག་བྱས་འདུག་ཟེར་ལ། ཞི་བུ་དེ་འདྲས་མ་བྱས་པ་ཡིན་ན་ནི་དཀའ་ལས་ཅི་ཡང་མི་འདུག་ཟེར་ལ་ཁང་པ་ནི་ངས་བརྒྱབ་མ་རེད། ཁང་པ་དང་པོ་ནས་འདུག

རེ་བ་ཁོ་ཐུགས་བསུ་ཡིན་ཁོ་ཁོ་རང་ཁོ་རང་ཟབ་སྦྱོང་ལྟ་བསུ་ཡིན་གོ་མི་འདུག་བ་མི་མང་པོ་ལས་ཀ་མང་པོ་བྱེད་དགོས་ཀྱི་འདུག་བ་ཐུགས་བསུ་ད་ང་ཚོ་གི་ཡིན་ན་བྱེད་དགོས་བ་རེད་ད། སྔོན་མ་དང་པོ་ང་ཚོ་ཟབ་སྦྱོང་འགོ་བཙུགས་དུས། ངེད་ཀྱི་ད་དེ་དེ་འདྲའི་གཅིག་གལ་ཆེན་པོ་རེད་ཤག་ཅིག་ལབ་དུས། ང་ཚོ་ལས་ཁུངས་ནང་ནས་བསམ་འཆར་གཏང་མཁན་དེ་འདྲ་བྱུང། ད་གི་ཤེད་ལ་དེ་འདྲ་ཟེར་ན་དངུལ་ག་བ་ཡོད་རེད་དངུལ་ཡོད་མ་རེད་ཟེར་དེ་འདྲ། ཅིག་ད་དངུལ་ང་ཚོ་དཔེ་མཛོད་ལ་ཞིང་ཁྲ་ཡོད་མ་རེད་དེ་བྱས་ད་ངས་ཧ་གོ་གི་ཡོད་དཔེ་མཛོད་ལ་དངུལ་དཀའ་ངལ་ཡོད་པ་ཧ་གོ་གི་ད་ཡིན་ན་ཨུ་ཚུགས་ཀྱིས་རྒྱབ་གོ་རེད་ཨུ་ཚུགས་ཀྱིས་རྒྱབ་ནས་འདུག་སུ་འགྲོ་གོ་རེད་མ་གཏོགས་ཀི་འདུག་སུ་སྒུག་བསྡད་ན་དངུལ་གནམ་ནས་བབ་ཡས་རྩ་བ་ཉིད་ནས་ཡོད་མ་རེད་ད། ལབ་བྱས་ནས་ང་ཚོས་ད་མུ་མཐུད་ནས་ཕྱིན་ནས་ཨ་ནི་དུས་དུས་ཡིན་ན་ང་ཚོ་ཟབ་སྦྱོང་གི་ཡུལ་མཁན་ཚང་མ་ལ་དངུལ་སྤྲད་ཐུབ་ཀི་ཡོད་མ་རེད།

དེ་འདྲའི་བྱས་ནས་ནི་ང་ཚོའི་གཞུང་གིས་ད་དེ་འདྲའི་རོགས་པ་བྱེད་ཅིང་ཟབ་སྦྱོང་རིང་ལ་རོགས་པ་བྱེད་ཅེས་མགོ་བཙུགས་ནས་ད་ཁ་སང་ང་ཚོས་ཟླ་བ་གཉིས་ཀྱི་ཟབ་སྦྱོང་ཅིག་བཙུགས་ཚར་རེད་དེ་རིང་ཟླ་བ་གསུམ་གྱི་ཟབ་སྦྱོང་འདི་ད Tibet Fund། USA Tibet Fund དུས་སུ་བརྒྱུད་ནས་ཡོང་ནས་ནི་ཆོས་དོན་ལས་ཁུངས་ཀྱིས་ད་སྐུ་ཚབ་བསྡད་ཡོད་རེད་འདི་རྒྱབ་གཉེར་བྱེད་ཅེས་དུག་སེལ་ནི་ང་ཚོ་དེ་ང་ཚོ་དེ་དར་ཆ་སྒང་ལ་འགྱར་འདུག་བ་ལོ་དགུ་དུས་སུ་འོ་དུས་སུ་ད་རོགས་པ་བྱེད་ངེས་དུག་སེལ་བྱེད་ཅེས་ནི་ཨེ་ནི་ཚང་མ་ལ་ད་མང་ཉུང་ལ་མ་ལྟོས་བའི་གི་ཅིག་གི

ཚང་མ་དངུལ་ཤོར་འགྲོ་ཡོད་རག་འགྲོ་ཡོད་ཧ་གོ་ཡ་མི་འདུག་ཨ། བྱས་ཙང་མི་རྣམ་དཔྱོད་ཅན་ཚང་མས་ལབ་དགོས་རེད Investment འདི་མིའི་སྒང་ལ Investment བྱས་ནས་ཤེས་ཡོན་སྒང་ལ Investment བྱས་ཏེ Investment གལ་ཆེ་ཤོས་དེ་རྒྱལ་ཁབ་གཅིག་པོའི་མ་རེད་སོ་སོའི་དོན་དག་ཡིན་ན་དེ་ཆགས་ཀྱི་ཡོད་རེད་ཨོ་དེ་འདྲ་ཡིན་དུས་དུས་ཚོད་ཐུགས་ལ་ཤ་བྱས་ནས་ལྷག་བསམ་བསྐྱེད་བྱས་ནས་བྱེད་དགོས་ཡ་གཅིག་བྱས་ཨེ་ནས་ནམ་རྒྱུན་དང་མ་འདྲ་བར་ད་ལོ་ཡང་འགྱུར་བ་ཆེ་ཆུང་ཆུང་གཅིག་གར་བཏང་ཡིན་ཟེར་ན་ད་ག་ལེ་ག་ལེ་མི་རྒན་པ་དེ་ཚོ་ག་ལེ་ག་ལེ་ད་ཁོ་རང་བཞིན་ཁོ་རང་གིས་སྲིད་ནས་ཕར་དོན་འགྲོ་དགོས་རུ་བ།

དེའི་གི་རིག་གཞུང་ཁྱབ་སྤེལ་བྱེད་ཡའི་ལས་ཀ་བྱེད་ཡས་དེ་མུས་མཐུད་ནས་འགྲོ་ཡས་ཅིག་དེ་བསམ་བློ་ཁེལ་དགོས་གི་ཡོད་རེད་འོ་དེ་བསམ་བློ་ཁེལ་ནས་ང་ཚོ་ད་བྱེད་གི་ཡོད་ཙང་ཨ་རེ་དེ་རིང་གི་ད་ཟབ་སྦྱོང་དེ་ལས་ཡིན་ན་ཡང་ནམ་རྒྱུན་ཡིན་ན་ཟླ་བ་གསུམ་གི་དེ་སྐད་སྒྱུར་གི་དེ་ཆ་ཚང་ངས་ལབ་གི་ཡོད་རེད་ད་དེ་མུ་གུ་བྱས་ཡས་ང་ཚོ་སྐད་སྒྱུར་ཉམས་མྱོང་ཡོད་གི་ཟླ་སྒྲོན་ལ་ཡོད་རེད་བུ་རུ་སྒྲོན་མ་ལ་ཡོད་རེད་ཚེ་རིང་ནོར་བུ་དང་ད་ཕེབས་མི་འདུག་བ་ཁོ་ཚོ་གསུམ་ནམ་རྒྱུན་ནས་ནང་ཆོས་འཛིན་གྲྭ་སྒྱུར་བསྡད་གི་ཡོད་རེད་ད་ལོ་མང་པོ་སྒྱུར་བསྡད་རེད་ཁོ་ཚོ་ཉམས་མྱོང་ཡོད་རེད་དེ་ཞུས་དུས་ད་ང་ཚོ་ཟླ་བ་གཅིག་ནང་ལ་སྒོ་ཤེས་བརྒྱབ་ནས། བདུན་ཕྲག་རེ་རེ་རེ་ལེན་དགོས། བདུན་ཕྲག་དང་པོ་དེ་ངས་ལེན་བྱས་ང་ཁེབས་ཚང་རག་ཤག་ཉི་མ་གསུམ་བཞིན་ཕྱིན་ཚར་འདུག་ཨ། ནས་འཁྲུངས་སྐར་དུས་ཆེན་དུ་གཅིག་འགྲོ་གི་རེད་བ་ང་ཉི་མ་གཉིས་སུ་མ་གཏོགས་ལབ་དགོས་མི་འདུག། སོ་སོ་རླུང་རྟ་ཡོད་ན་དེ་འདྲས་རེད་ད། ཚིག་ཁ་ཅིག་འདི་བཅས་ལ་ཁོ་ཚོས་བང་བསྒྲིགས་ནས་ལབ་གི་རེད། འོ་འདི་ལབ་ཡས་དེ་ཁོ་ཚོ་གིས་ད་ང་ཚོའི་ངའི་གཞི་ལ་ཡོང་གི་རེད་བས་ང་ཚོས་ཉམས་མྱོང་མེད་ཟེར་ཉམས་མྱོང་སུ་གང་ལ་ཡོད་མ་རེད་དང་པོ་ནས། བྱས་ཙང་འདི་ཡ་ཡང་ང་ཚོ་བློ་སྐྱེད་ཅིག་བྱེད་ན་སུ་གླེང་གི་འདུག་ལྟས་སུ་བློ་ཁོག་བྱས་ནས་སློབ་སྦྱོང་སྦྱང་ཤག་ན་དཔེར་ན་ང་བཟོ་འགྲོ་བ་ཡིན་ན། སྐྱབས་མགོན་རྨེ་ཆུ་གསུང་སྦྱོར་ངས་ལོ་བཅུ་དྲུག་བྱས་རེད། ང་ལ་སྐད་སྒྱུར་ཉི་མ་གཅིག་སྦྱོང་བརྡར་རག་མ་མྱོང་ད། སོ་སོ་གིས་ང་ཞེ་བོ་ཡོད་ཟེར་གི་མེད་ད་སྤྱི་བཏང་ནས་ད་ཞབས་འདྲེན་མ་ཞུས་མ་ཞུས་ས་ཆ་བྱུང་རོགས་ཨ། འདི་སོ་སོ་སྦྱོང་བརྡར་བྱས་ནས་ཤེས་འགྱོར་ད་ལྷག་པར་དུ་ཁྱེད་རང་སུ་ནོར་སྲིད་སླེབས་དུས་སོ་སོས་རིག་པ་བསྒྲིམས་ནས་བྱས་གོ་རེ་མ་གཏོགས་གི་ག་རེ་ཐོག་ལ་ཡིན་ན་ད་དེང་སང་ལྷག་པར་དུ Google རྒན་ལ་ཡོད་ཡོད་པ་རེད་བ། ག་རེ་ཡིན་ན་སྦྱང་ཡས་ཡོད་རེད་བ།

རྒན་བརྩོན་འགྲུས་གཉིས་ད་ནམ་རྒྱུན་ནས་ནང་ཆོས་ལབ་བསྡད་ཀྱི་ཡོད་རེད་ཁོ་གཉིས་ད་ཟླ་བ་གཅིག་ཏུ་ཕྱེད་ཀ་ཕྱེད་ཀ་བགོ་བཤའ་བརྒྱབ་ནས་ནང་ཆོས་ལབ་གི་རེད། དེ་ནས་ད་ལྟ་ང་ཚོ་བོད་ཡིག་དེ་ནམ་རྒྱུན་ཡིན་ན་ཟླ་བ་གསུམ་དེ་སངས་རྒྱས་བསྟན་དར་ལ་ལབ་གནང་གི་ཡོད་རེད་ད་དེ་ཡང་ཨ་སངས་རྒྱས་བསྟན་དར་ལ་དེང་སང་བལྟས་ཟེར་བལྟས་བོད་རང་ཞིག་རང་མི་འདུག་ཨེ་མ་གཞི་ནས་ང་ཚོས་ད་ལོ་གཞོན་པ་དེ་ག་ལེ་ག་ལེ་འདི་བྱེད་དགོས་འདུག་ཟེར་འདི་བྱས་བྱས་ནས་ཨེ་ནི་དཀོན་མཆོག་དགའ་བ་ལ། ཁྱེད་རང་འཇིགས་ལུས་ཐེབས་སོང། རྐུབ་བཀྱག་ཡང་མི་འདུག་དེ་ཡག་པོ་བྱུང་གི་ཟེར། ཕ་གིས་དཀོན་མཆོག་དགའ་བ་ལ་ཕ་གིས་ཞུགས་འདུག་བ། དཀོན་མཆོག་དགའ་བ་ལ་ཡ་ཅིག་ཅག་ཅང་ད། འོ། འོ་དེ། བུའི་རྒན་ལ་གཅིག་ཁོ་རང་བྱེད་ཨེ་ནི་གཅིག་བཀྲ་ཤིས་འཚོ་མོ་ལ་བྱེད་ནས་ཁོ་གཉིས་གཉིས་བསྐོས་བྱས་ཡོད། དེ་བྱུང་དེ་ད་ཁོ་གཉིས་གཉིས་འདི་ཁྱེད་རང་ཚོ་ཧ་ལམ་ཧ་ལམ་ལོ་ཚོད་འདྲ་བོ་འདྲ་བོ་རེད་འདུག་བ། ཨེ་ནི་ཕན་ཚུན་ད། གཅིག་བྱས་ན་ཁོང་ཚོ་ལས་ཁྱེད་རང་ཚོ་ཡག་ག་དེ་འདྲ་ཡོང་སྲིད་གི་རེད་ཡིན་ན་ཕན་ཚུན་སྙམ་དུ་ད་སྡུག་ལེན་བྱེད་ཅེས་ནི་ཡག་པོ་ཡོད་ངེས་རེད་བ་ཡོད། འོ་སྡུག་ཅེས་ནི་མདོར་བསྡུས་ན་ད་ཟླ་བ་གསུམ་གྱི་རིང་འདི་ལ་གར་སོང་བ་རེད། ཐུགས་སྤྲོ་བོ་བྱེད་ལྷོད་ལྷོད་བྱེད་ཨ་ནི་རྡ་རམ་ས་ལའི་ས་ཆ་འདི་ཡང་གཞན་དག་བལྟས་ཚེ་འདྲ་གི་མ་རེད་ད། དོ་སྣང་བྱེད་དགོས་ཡ་མང་པོ་ཡོད་རེད་བོད་གཞུང་དང་ད་སྐྱབས་མགོན་རིན་པོ་ཆེ་བཞུགས་ས་དེ་ཚང་མ་འདི་ཡོད་དུས་སྔོན་མ་ང་ཚོའི་ཟབ་སྦྱོང་ནང་ལ་ཁེ་ཕན་ཅི་ངས་གར་མཐོང་ཟེར་ན་ཟླ་བ་གསུམ་ཟེར་དེ་དུས

ད་ལོ་ཤིང་ཆུ་འདོན་ས་ཡས་མ་འགྲོ་ཡས་བསྡད་ས་དགའ་བོ་འདུག་ཨ། ཨེ་ནི་བདུན་ཕྲག་གཅིག་ནང་ཐང་མ་གཅིག་ཡིན་ན་གཅིག། ཡང་གཞས་སྦྱང་ཡས་གཅིག་ག་སོས་བཞེས་ཡོད་དེང་སང་གཞས་དར་སོ་ཞིབ་ཆུ་འདུག་ཨ། ད་ང་ཚོ་འདི་སྒོར་གཞས་སི་ད་ལུ་གས་མེད་ད་སྒོར་གཞས་སྦྱང་སྦྱང་རེད་འདུག་ཨ། ད་དེ་མིན་པ་གཅིག་གཞས་དེ་ང་ཚོ་གས་འདི། ངག་ནས་བཏང་ཡས་ཡོད་པ་གཙོ་བོ་བོད་ཡིག་ཡར་རྒྱས་འགྲོ་ཡས་ཆེད་དུ་བཤད་ཨེ་ནི་ལུས་རྩིས་ལ་བལྟས་ས་གུ་ཡངས་པོ་དང་འདི་ཡུལ་ངེས་ཆེད་དུ། ད་འདི་སྒྲོལ་མ་ཚེ་རིང་དང་རོགས་པ། ཁོ་གཉིས་གཉིས་ལ་འདི་ལབ་རོགས་ཞེས་གཏུགས་སུ་ལབ་བཞེས་ཡོད། དེ་ཡ་གཅིག་ཡག་པོ་ཡོང་གི་རེད་ཡང་ཁྱེད་རང་ཚོའི་ནང་ནས་བཤད་མཁས་པ་ཡོད་ན་དུས་ཁྱེད་རང་ཚོས་ལབ་ནས་འགྲིག་ར་བ་དེ་སྐབས་དེར་འོ་དེ་འདྲས་བྱས་ནས་གང་ལྟར་རིག་པ་འགྲེམས་བྱས་ནས་ཟླ་བ་གསུམ་གྱི་རིང་ལ་ག་རེ་ཡིན་ན་ཡག་པོ་ཤེས་ཡན་ཅིག་བསམ་བློ་བཏང་ནས་ར་བ་གྲུང་པོ་བྱས་ནས་དེ་བྱེད་དགོས་རེད་ད་མ་གཏོགས་ཀྱི་ཁོ་གདུགས་བྱེད་འགྲོ་བསྡད་ན་ཞི་དྲག་ཞི་དྲག་ཐོན་གྱི་བྱུང་མ་རེད་འོ་གདུགས་བྱེད་དུས། དེ་གཉིས་སྐད་ཆ་རིགས་པོ་རེད་ཅེས་ཕྱག་གསུངས་རེད་འདི་ཆ་ཚང་མ་ལབ་ན་འགྲིག་གི་མི་འདུག་ཆ་ཚང་ཟླ་བ་གསུམ་རིང་ལ་ཞུགས་ལ། ཨེ་ནས་སྤྱོད་ལམ་དེ་ཡག་པོ་སྤྱི་སྟངས་སྤྱོད་ལམ་ཡག་པོ་ཡོད་ཀྱི་རེད་དེ་སྤྱོད་ལམ་གཞན་དག་ངས་ཇུས་གཏོགས་ཟེར་མཁན་མི་འདུག་སྟེ། འགྲོ་སྟངས་བསྡད་སྟངས་མཁས་པ་བྱས་བྱས་ནས། དོན་དག་མེད་པ་དེ་བ་འདྲེད་བཞག་བརྡབ་བཞག Accident བྱས་བཞག་ཟེར་དེ་འདྲ་མ་ཡོང་བ་ཅེས་དང་པོ་ནས་གཟབ་གཟབ་བྱས་དེ་གལ་ཆེན་པོ་རེད་དེ་འདྲ་བྱས་ན་ཡང། ཚང་མ་དཀའ་ལས་ཁག་པོ་བྱ་གི་རེད་བ། ཨེ་ནས་ཁྱོད་རང་ཚོ་དོན་དག་སྒྲུབ་གི་མ་རེད་བ། འོ་དེ་འདྲ་བྱས་ནས་གང་ཟག་སྤྱི་སྟེགས་ནས།

ཡིན།
སློབ་གསོ་ཚན་ནི་ང་ར་སློབ་གྲྭ་དེའི་མོ་སི་བྷི་ཀིམ་ནི་མཐོ་སློབ་དེ་ནི་བེང་ལོར་བྱས། ཁྱེད་ལ་སོ་མོ་བཀྲ་ཤིས་བདེ་ལེགས། ང་དགུ་བཅུ་གོ་བཞི་ལོ་བོད་ལ་བསྐྱལ་བ་རེད། ཉིན་དུ་བཅུ་ལོ་བོད་ནང་ལྷ་བྲག་སྒྲོལ་གོ་གོ་བྱུང་ནས་ཉིན་དུ་བཅུ་ལོ་རྒྱ་གར་བཙན་བྱོལ་དུ་སླེབས། དེ་རྗེས་སུ་ནོར་བུ་ལས་ང་མཐོ་སློབ་ལ་ལོ་གསུམ་བསྲིས་ལ་བོད་ཡིག་རིག་གཞུང་ཕྱག་ཚང་ལག་པ་ཐུག་ཐུག་བྱས། ང་རང་དགའ་ཤོས་དེ་རྩམ་རིག་རེད། དེ་རྗེས་སུ་པ་བེ་ལ་ཀོ་བི་ལ། གཙོ་ཆེ་ཆུ་བོ་ཡིག་དང་དེ་མཉམ་དུ་རྒྱ་ཡིག་བསླབ་པའི་གི་ལོ་གསུམ་དང་ཤ་ཁ་སི་ཞིག་བསླབ་པའི་གོ་སྐབས་བྱུང། ནས། དེ་རྗེས་སུ་ནས། ཀོ་བི་ནན་རི་ལས། ད་ནི་ལས་ཀ་བྱེད་གྲ་སྒྲིག་གི་མེད། ནས། དེ་ལས། ཚང་མ་ཐུགས་རྗེ་གནང།
ཚང་མ་ལ་བཀྲ་ཤིས་བདེ་ལེགས། དེ་ངའི་མིང་འཇིགས་མེད་དབང་ཕྱུག་ཡིན།

ཚང་མ་རེད་ལས། ངའི་མིང་དུ་རི་ཚེ་རིང་ཡིན། ང་ཀྲུའུ་ཀྲིན། ཀྲུའུ་ཀྲིན་ཞི་ཅན་ཡིན། ཨོ་ནོ་ཅེ་ཀྲུའུ་ཀྲིན་ཞི་ཅན་ཡིན། ཨ་ནི། ང་ངའི་གཞི་རིམ། གཞི་རིམ་ལ་དམའ་རིམ་དེའི་དང་པོ། ཨེས་ཀྲེ་ཤིན་ལུང་ཆིན་ཡིན། ཨ་ནི། གཞི་རིམ་དེའི་ཨ་ནི་གང། ཨེས་ཀྲེ། ཨ་ལོ། ཨ་ནི། ཟིན་ཏྲ། དགུ་བ་བཅུ་བ་དེའི། དགུ་བ་ནི་འབུམ་ཐར་ཆེན་ཡིན། ཨེས་ཀྲེ་ས་འབུམ་ཐར་ཆེན། བཅུ་བ་དེའི།

འདི་ནས་ཟླ་བ་དྲུག་གི་ཟབ་སྦྱོང་རྒྱུས་མེད་སྨིག་རྒྱུའི་གྲྭ་ཚང་གང་ཅིའི་རིང་ལ་སློབ་གྲྭ་བྱས། དེའི་རྗེས་ལ་ཡར་ཀླད་པ་དང་རྡ་རམ་ས་ལ་བཅས་ཁ་ཚང་ཉེ་ཆར་ཁ་ཆེ་ནས་ཕུད་ཀྱི་རིག་གཞུང་ཟབ་སྦྱོང་དེ་རྣམས་ལ་འཛུལ་ཞུགས་བྱས་ཡོད་གོ་སྐབས་རག་སོང། ད་ལྟ་མུ་མཐུད་ནས་ནི་རྩོམ་སྒྱུར་གྱི་ཟབ་སྦྱོང་དེ་རྣམས་ལ་གོ་སྐབས་བྱས་ཡོད་རག་སོང། ཐུགས་རྗེ་ཆེ་ཞུ།
ཚང་མ་ལ་ཁམས་བཟང་ཞུ་བ་དང་ཆབས་ཅིག་ང་རང་མི་ལ་མགོན་པོ་དོན་འགྲུབ་བྱས། ང་རང་བོད་ནས་ལེའ་ཉིས་སྟོང་བདུན་བྱས། བཞི་རིམ་དང་བཞི་རིམ། བར་མ་དང་གོང་མ་མང་ཆེ་མི་སུ་རེ་བྱས། དེ་རྗེས་སུ་ས་རཱ་ཐོ་ལོ་རི་ནེ་རང་བྱམས་པ་དེ་ཚར་བྱས་ནས། རྗེས་སུ་ད་ནེའང་དུས་ཚོད་བྱམས་ཆེན་སྐབས་སུ་དེ་ནི་དཔེ་མཛོད་ཁང་གི་བདག་གཉེར་གྱི་ཟབ་སྦྱོང་དེ་ནང་ཡོད། དེ་རྣམས་འཛུལ་ཞུགས་བྱ་བར་གོ་སྐབས་བཟང་པོ་ཐོབ། དེ་དང་མཚུངས་ད་ལྟ་མུ་མཐུད་ནས་རྩོམ་རིག་དེ་ག་ལ་ཟབ་སྦྱོང་ད་དུང་མུ་མཐུད་འཛུལ་ཞུགས་བྱས། དེ་འདྲ་སོང་ཙང་ང་རང་གི་ལོ་རྒྱུས་དག་ཡང་ཐུགས་ཆེ།
ཐོག་མ་དེ་ནི་ཆོས་རིག་ལྷན་ཁང་གི་ཀོང་ཡུལ་གྲོང་པར་ཕྱོགས་དང་དཔེ་མཛོད་ཁང་གི། དགེ་མཚན་དགེ་བཤེས་ལགས་དོགས་ཆོག་རེད་ཨ་ནི་དགེ་བའི་བཤེས་གཉེན་རྣམ་པ་དང་ཨ་ནི་དེ་ལ་ཡང་ཟབ་སྦྱོང་མཉམ་ཞུ་གནང་མཁན་ལྷན་རྒྱས་ཚང་མ་ལ་ཡང་འཚམས་འདྲི་ཞུ་གི་ཡོད་ཨ་ནི་བདག་གི་མིང་ལ་ཡང་སྤེན་པ་ཆོས་མདའ་ཟླ་གི་ཡོད་ཨ་ནི་ཉིས་སྟོང་བདུན་ལོ་ལ་ཡང་བོད་གནས་ཚུལ་གླད་སྐྱོན་ཡིན་ལ་དེ་ཉིས་སྟོང་བདུན་ལོ་ལ་བོད་གནས་གླད་རྗེས་ཨ་ནི་གོང་ཞོག་བཀའ་དྲིན་རེད་བོད་གཞུང་བཀའ་དྲིན་དེའི་འོག་ནས་མ་སུ་རི་བོད་ཁྱིམ་ལོ་ལ་ཡང་བོད་ཀྱི་སློབ་གྲྭ་ལ་ལོ་རིམ་བརྒྱད་པ་དུ་དུ་སློབ་འཇུག་བྱས་པ་ཡིན་ལ་དེའི་རྗེས་ལ་ཕ་བར་ན་སི་ལ་བཙོས་རྗེས་ད་ལྟའི་ཆ་ལ་ཡང་བར་ན་སི་ནས་ད་ལྟ་གཙུག་ལག་རམ་ཅན་པ་ཟེར་ནས་རེད། སློབ་དཔོན་འདི་བོད་ཀྱི་རྩོམ་རིག་དང་སྐད་ཡིག་ནས་དུས་ཐོན་ཚ་ས་ར་ཞིག་ཡིན་ལ།
གྱད་གཞི་ལ་བཟོས་པའི་དགེ་ལ་རྣམ་པ་ཆེ་འཛིན་གྲོགས་ཡོངས་ལ་ཉེ་མགོ་དེ་ལས་ཞུ་ཡས་ཡིན། ངའི་མིང་ལ་བསྟན་འཛིན་ཀུན་བཟང་ཟེར་གྱི་ཡོད་རེད། ང་རང་འཛིན་གྲྭ་ཇོ་བོ་དུ་དར་ཤོད་སློབ་གྲྭ་ཆེན་ཨ་ནེ་བཅུ་གཅིག་བཅུ་གཉིས་དེའི་སུ་ཇཱ་བོད་ཀྱི་ཨ་ནེ། ལོ་ཤིང་རིང་མཐོ་སློབ་དེའི་ཨ་ནེ་ས་ར་མཐོ་སློབ་ནས་ཐུགས་ཆེན་གནང།
ཚང་མ་བློ་གྲོས་ཞུ་ལེ་ངའི་མིང་ལ་ཚེ་རིང་ལྷ་མཛེས་རེད་ང Delhi University ནས MSc Biomedical Science བྱས་ཐུགས་ཆེན་གནང།

ཚང་མ་ལ་བཀྲ་ཤིས་ལེ། ང་ཉིས་སྟོང་ཉི་ཤུ་ཉིས་སྟོང་ཉི་ཤུ་ལ་ཚེམ་བཅུ་གཉིས་ཐོན་སོང། དེ་ནས་ནས་ཁྱིམ་ཐོ་བཀའ་རྒྱ་གླེང་ནས་ལོ་གཅིག་དང་ཕྱེད་ཀ་ཁྱི་རྐུ་ཞུ་ར་རོལ་མ་སོང་དེ་རྗེས་ལྷ་བཙོག་པ་ལ་ཁ་ལག་ཟུར་བཏང་རིགས་དང་རྒྱ་ཡིག་འཛིན་གྲྭ་ལ་ཟབ་སྦྱོང་བྱས་དེ་རྗེས་ལ་ལེན་དང་དཔེ་མཛོད་ལ་ཟབ་སྦྱོང་ཡོད་རུང་གོ་རོ་སུ་བྱས་ཙང་ངས་འཛུལ་ཞུགས་བྱས་པ་ཡིན།

དེ་ནས་ད་ཐེངས་བོད་ཁྱིམ་དང། སྦེ་ལུ་ཀུ་པི་བོད་ཁྱིམ་ལ་སློབ་སྦྱོང་བྱས་དེ་ནས་སྦེང་ལོར་ལ་ལེགས་ཕྱིན་དེ་ནས། དགའ་ལྡན་བྱང་རྩེ་ལགས་ནི་ལོ་གསུམ་དམའ་རིམ་སློབ་གྲྭ་ལ་དགེ་རྒན་བྱས་སྐུ་བབས་ར་སོགས་དེ་ནས། ཟླ་བ་གཉིས་རིང་དཔེ་མཛོད་ཀྱི་ཟབ་སྦྱོང་ལས། མཉམ་ཞུབས་བྱས། གོ་སྐབས་རག་སོང་ནས།

ཚང་མ་ལོ་ཏྲ་ཞི་ཏི་ལི་ངའི་མིང་ལ་མཚམས་ཆུང་ཨ་ནི་ང་ཉེ་བའི་གཙུག་ལག་རབ་འབྱམས་པ་འདི་སྨན་སྦྱོར་རིག་པའི་སྒང་ལ་མ་ཡི་སྲོལ་ནས་ཐོན་པ་ཡིན་འདི་རྗེས་ལ་བལ་ཡུལ་ལ་ལོ་གཅིག་དང་ཕྱེད་ཀ་སི་ལས་ཀ་བྱེད་རིང་གོ་སྐབས་རག་སོང་ཨ་ནི་ད་ལྟའི་ཆ་ལ་སྒེར་དོན་གྱི་དོན་དག་ལ་རྟོག་པ་དེ་ཚོ་ཞིག་སྣང། ཚང་མ་ལ་བཀྲ་ཤིས་ལེ། ཉེས་མིང་བསྟན་འཛིན་མེ་ཏོ་ཡི། ཨ་ནི་མར་སོར་མཐོ་སློབ་ནས་ཨང་རྩིས་ཐོན་ཡིན། དེ་བཞིན་ན། ཚང་མ་ལ་བཀྲ་ཤིས་ལེ། ངའི་མིང་རྣམ་རྒྱལ་དབང་མོ་ཡིན། ཨ་ནི་ང་རང་གི་རིག་གནས་རབ་འབྱམས་དེ་ས་ཁམས་རིག་པ་ཁང་ལ། Delhi University Miranda House ནས་བྱས་ཡིན། ཨ་ནི་གཙུག་ལག་རབ་འབྱམས་དེ Banaras Hindu University ནས། ཨ་ནི་དེ་ཡི་རྗེས་ལ་ལོ་གཅིག་དང་ཕྱེད་ཀ་རྒྱ་གར་མཐོ་སློབ་ཅིག་ལ་ལས་ཀ་བྱེད་གོ་སྐབས་རག་བྱུང། ཨ་ནི་དེ་ཡི་རྗེས་ལ་ལོ་གཅིག་ཞིག་ས་རཱ་ལ་ཟུར་སྦྱོང་བྱས་ཏེ་ཨ་དེ་ལས། སློབ་ཕྲུག་ཚང་མ་ལ་ཐུགས་ཆེ་གནང་བཞིན་ཡིན། ད་དེའི་རྗེས་ལ་སྐུ་མགྲོན་གཙོ་བོ་མཆོག་ལ་གསུང་བཤད་ཅིག་གནང་རོགས་གནང་བཞིན་ཡིན།
གངས་ཅན་ཞིང་གི་ཆུ་སྲིད་འཇའ་བས་དུག་འདེགས་པའི་སྲི་ཞུར་གཏོགས་པའི་སྐྱེ་བོ་ཀུན་ལྷག་བསམ་རྣམ་དཔྱོད་དཔུང་བ་རབ་ལྡན་ཅིང་སྐྱེ་ཀུན་ཕྱག་ན་པུས་མོའི་རྗེས་བཟུང་བཞུགས། དགེ་བའི་སྐུ་བ་མཐོ་འབྲོག་རིན་པོ་ཆེར་གུས་ཕྱག་གྲངས་མེད་དང་བཅས་ད་རིང་བོད་ཀྱི་དཔེ་མཛོད་ཁང་གི་ཚོགས་ཁང་ནང་ལ། ཟླ་བ་ཟླ་གསུམ་རྩོམ་སྒྱུར་ཟབ་སྦྱོང་ཐེངས་བཅོ་ལྔ་བའི་དབུ་འབྱེད་མཛད་སྒོར་ཕེབས་པའི་སྐྱབས་གནས་དགེ་འདུན་གྱི་སྡེ། བོད་ཀྱི་དཔེ་མཛོད་ཁང་གི་ངེས་སྟོན་པ་དགེ་བཤེས་ལྷག་རྡོར་མཆོག། བོད་ཀྱི་དཔེ་མཛོད་ཁང་གི་དྲུང་ཆེ་གཙོས་པའི་སྡེ་ཚན་ཁག་གི་འགན་འཛིན་རྣམ་པ་དང་འབྲེལ་ཡོད་ལས་བྱེད་རྣམ་པ། དགེ་རྒན་རྣམ་པ། ཨ་ནི་ཟབ་སྦྱོང་ལ་དངོས་སུ་མཉམ་ཞུགས་གནང་མཁན་གྱི་དགའ་མདའ་བོད་མི་རིགས་ཀྱི་སོན་རྩ་ན་གཞོན་རྣམ་པ་བཅས་ཚང་མ་ལ། དགའ་མདའ་ཆོས་རིག་ལས་ཁུངས་ཀྱི་ཚབ་ཞུས་རྗེས་ཐོག་མར་འཚམས་འདྲི་བཀྲ་ཤིས་ལེ་ཞུ་ཡས་ཡིན། ད་ད་རིགས་ལྔའི་དམིགས་བསལ་འདི་འདྲའི་གལ་ཞོད་མེད་ད་ཡིན་ནའང་གང་ལྟར་འདི་མཛད་སྒོ་ཅིག་འདི་མཛད་སྒོ་འདི་གལ་ཆེན་པོ་ཅིག་རྩིས་བྱེད་ནའང་ངས་ད་རིང་གང་ལྟར་གསལ་བྱེད་མ་སྟོང་ཙམ་ཅིག་དོན་ཚན་བཞི་ཙམ་ཅིག་ཞུ་ན་བསམ་སོང། འདི་ནང་ནས་དོན་ཚན་གཉིས་ཙམ་ཅིག་གང་ལྟར་སྤྱི་ཡོངས་ཀྱི་ང་རང་གི་ངོས་ནས་གལ་ཆེན་པོ་མཐོང་བ་ཅིག་དང། ཨ་ནི། ཁྲོད་གཉིས་འདི་གང་ལྟར་ཟབ་སྦྱོང་དང་འབྲེལ་བྱས་ནས་འདི་འདྲ་ཞུ་ན་བསམ་སོང། འདི་ཡིན་འདུག་སྐབས་སུ་ད་ང་ཚོ་ད་རིང། གང་ལྟར་ཡང་གང་ལྟར་ཆ་རྐྱེན་འཛོམས་པོ་ཅིག་ཐོག་ནས་གང་ལྟར་ཁྲ་རོ་རོ་བྱས་ནས་ད་རིང་དེ་ཟབ་སྦྱོང་དབུ་འབྱེད་མཛད་སྒོ་འདི་འདྲ་འཛོམས་རྒྱུ་དེ་བས་གནས་སྟངས་ཅིག་རེད། གཉིས་དུས་ནི་གང་ལྟར། འཛམ་གླིང་འདིའི་ནང་ལ་གང་ལྟར་སྐྱབས་བཅོལ་བ་གང་ལྟར་འབུམ་ཕྲག་མང་པོ་ཡོད་རེད་ད། མང་པོ་ཡོད་པའི་ནང་ནས་གང་ལྟར། བཙན་བྱོལ་བ་འདྲ་འདྲའི་ནང་ནས་མ་འདྲ་བ་ཅིག་གང་ལྟར་བུད་མེད་ཀྱི་ད་ལྟ་ང་འབུལ་པའི་སྐྱབས་བཅོལ་འདི་འདྲ་འདྲའི་ནང་ནས་མ་འདྲ་བ་ཡོང་ཡས་འདི། ཨ་ནི་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་ཐུགས་རྗེ་བཀའ་དྲིན་ཉག་གཅིག་ལ་བརྟེན་ནས་ག་ད་ཡོང་ཐེབས་པ་གཅིག་དང། ཨ་ནི་གཉིས་བསྟུན་ནས་མི་རབས་རྒན་པ་རྣམས་ཀྱིས་དབུ་འོག་དཔུང་འདེགས་གནང་བ་ལ་བརྟེན་ཕྱིན་ནས་ག་ད་འདི་འདྲ་ཞིག་ཚགས་ཚུད་པོ་གཅིག་ག་ད་མི་ཚང་མ་གིས་མིག་དཔེ་བཞག་འོས་པ་གཅིག་འདི་འདྲ་ཆགས་འདི་འོས་རེད། ཡིན་ནའང་ག་ད་བཙན་བྱོལ་བ་ད་དུང་རེད་ག་འདའ་བོད་ཀྱི་དེ་འདའ་བསད་ཡོད་མ་རེད་ང་ཚོ་ག་འདའ་ང་ཚོའི་ཀྱི་བོད་མི་མང་ཆེ་བ་འདི་ད་བོད་ནང་ལ་རྒྱ་དམར་ཀྱི་བཙན་བཟུང་བ་ལ་ག་འདའ་ལྷག་འདེགས་ཡོད་རེད་འདི་ལ་བརྟེན་བྱེད་བྱེད་ནི་ག་འདའ་ཅིག་ད་མི་ལོ་བདུན་ཅུ་ལྷག་ཙམ་ཞིག་གི་རིང་ལ་རྒྱ་དམར་གཞུང་གིས་གང་ལྟར་འཇམ་རྩུབ་སྣ་ཚོགས་བྱས་བྱས་ནས་ད་བོད་ཀྱི་ཆོས་དང་རིག་གཞུང། སྐད་ཡིག། ཨ་ནི་ཁོར་ཡུག་ལ་སོགས་པ། གང་ལྟར་ཐབས་ཇུས་སྣ་ཚོགས་ཤིག་བཏང་བྱས་ནས་གང་ལྟར་རྩ་མེད་བཟོས་ཀྱི་འབད་བརྩོན་བྱས་དང་བྱེད་མུས་རེད། གང་ལྟར་འདི་དངོས་ཡོད་ཆགས་ཐིག་རེད། འདི་ལ་བསྟན་བྱས་ནི་ད་གང་དག་བོད་ནང་ལ་རྫ་དྲག་ག་ཚོད་ཆགས་ཀྱི་ཡོད་དམ་མེད་ལ་ཡ་འདི་ལྟ་དཔེར་ན་ང་རང་ཚོ་གང་དག་ཉིས་སྟོང་དགུ་ནས་བཟུང་བྱས་ནི་ད་ཁ་སང་ཉིས་སྟོང་ཉིས་ས་གཉིས་སྤྱི་ཟླ་གསུམ་པའི་ཚེས་ཉིས་རྩ་བདུན་ཉིན་བར་གང་དག་དགུང་ལོ་བརྒྱད་ཅུ་གྱ་གཅིག་སོན་པ་དཔའ་བོ་བཀྲ་ཕུན་ལ་བར་དུ་ང་ཚོའི་ཤེས་རྟོགས་བྱུང་བ་འདི་རེད་ད་གང་དག་ང་ཚོ་ཕྱི་ལ་ཤེས་རྟོགས་བྱུང་བ་ཨ་ནི་བོད་མི་སེར་སྐྱ་གང་དག་རྒན་གཞོན་ཕོ་མོ་ག་འདྲ་ད་ཅིག་ཞིང་པ་ཡོད་རེད་འབྲོག་པ་ཡོད་རེད་གཞས་པ་ཡོད་རེད་ད་གང་ལྟ་བུས་མི་བརྒྱ་དང་ལྔ་བཅུ་ང་བདུན་གྱིས་རང་ལུས་མེ་བསྲེགས་གང་ལྟ་སྟངས་བྱས་བྱས་ནས་གང་ལྟ་ཐབས་སྐྱོ་བའི་གནས་སྟངས་འདི་འདྲས་ཅིག་བྱས་བྱས་ནས་ཨ་ནི་ད་བོད་ནང་ལ་རང་དབང་མི་འདུག་ཟེར་ནས་བོད་དགྲ་འདི་འདྲས་བྲག་དགོན་ཡར་གྱི་གནས་སྟངས་འདི་འདྲའི་ཆགས་དེ་ཡོད་རེད་ཞེས་ནི། ད་འདི་རྣམ་པ་ཚོ་ཚང་མའི་ཁེངས་ཁེར་བ་གང་ལྟར་འདི་འདྲའི་ཞིག་ཆགས་དེ་ཡོད་རེད། འདི་ཡིན་དུས་སྐབས་སུ་ད་གང་ལྟར། ང་ཚོ་བཙན་བྱོལ་རང་དབང་ལུང་པའི་ནང་ལ་ཡོད་པའི་བོད་མི་ཚང་མའི་གིས་གང་ལྟར་བོད་མི་སྤྱི་བོ་གནམ་བསྟན་ཚང་མ་ལ་གང་ལྟར་བོད་ནང་གི་དངོས་ཡོད་གནས་སྟངས་འདི་འཛམ་བུ་གླིང་ལ་ངོ་སྤྲོད་བྱས་ཀྱི་འགན་ཡོད་རེད་བསམ་གྱི་འདུག་ཡོད་པ་ནང་བཞིན་གྱི་ད་མང་པོ་ཅིག་གནང་གི་ཡོད་རེད་ད་ཚང་མའི་གིས། གང་དག་སྣང་དགོས་ཡས་ཀྱི་ཆ་གོས་བ་རེད་གང་དག། ལུས་པོ་འདི་གང་དག། བུད་མེད་ཤ་ཁྲག་ཅིག་ལ་སྐྱེས་ཡོད་དུས་གང་དག་བརྗེད་གོས་ཡས་ཆ་གོས་བ་རེད། ཨ་ནི། འདི་དང་མཉམ་དུ་ལ་གང་དག། སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་མཛད་འཕྲིན་དང་དགོངས་གཞི། ཤེས་པའི་ཐོག་ནས་བཀའ་དྲིན་རྗེས་དྲན་ཞུ་ཡ་དང། ཨ་ནི་ཁོང་གིས་གང་དག། བཀའ་སློབ་ཉམས་ལེན་གནང་ཡ། དེ་དེ་དེ་བཞིན་གྱི་ནི་མི་རབས་གཞོན་པ་ལ་ངོས་སྤྲོད་བྱས། འདི་ཚོ་གང་ལྟ། པདྨ་སྲིད་ཀྱི་གལ་ཆེན་པོ་ཅིག་ཆགས་འདི་དགོས་པ་སོང་ཙང། གང་ལྟ་ང་རང་ཚོ་གཙོ་བོ་ད་གང་ལྟ་དེང་སང་མི། ཅིག་སྤྱི་ཚོགས་ར་ལམ་གྱི་དུས་ཚོད་ཡིན་སྲིད་ལ་དགོས་རེད་དེ་ད་གང་ལྟ་ང་ཚོས། གང་འདྲ་གཅིག། དོ་སྣང་བྱེད་དགོས་ས་འདི། ད་དཔེ་ན་དྲ་ཚིགས Dalai Lama dot com རྒྱལ་བ་རིན་པོ་ཆེ dot com Tibet dot net བོད dot Asia སོགས་པ་གང་དག་གཞུང་འབྲེལ་གྱི་དྲ་ཚིགས་འདི་ཚོ་ལ་དོ་སྣང་བྱས་བྱས་ནི་ཨ་ནི་གཅིག། སྐུ་མདུན་གྱི་མཛད་འཕྲིན་ཧ་དགོས་ཡ་དང། དེ་ནི་བོད་མི་རིགས་ལ་གང་དག་འཕྲད་བསྡད་པའི་དངོས་ཡོད་ཀྱི་གནས་སྟངས་དེ་ཤེས་པའི་ཐོག་ནས་ཨ་ནི་འཛམ་བུ་གླིང་ལ་གང་དག་ཅིག་ངོ་སྤྲོད་བྱེད་དགོས་ཡ། འོ་འདི་གང་དག་དོན་གྱི་སྙིང་པོ་རེད་བསམ་གྱི་འདུག་ད་ངའི་དོན་ཚན་དང་པོ་འདི་ད་ད་རིང་ང་ཚོ་དུས་ཚོད་ཞེ་དྲག་མེད་དུ། ཞེ་བོ་ཅིག་གང་དག་ཞུ་ཡ་གྲ་སྒྲིག་སའི་གལ་ཆེན་མེད། ཨ་ནི་གཉིས་པ་འདི་གང་དག་ད་ང་ཚོ། བཙན་བྱོལ་སྤྱི་ཚོགས་ལ་ཆ་བཞག་པས་ན་ད་ད། ད་ལྟ་གལ་ཆེ་ལ་དད་ཅིང་གོང་དུ་སོང་བ་ཞིག་བཟུང་རེད། གང་ལྟར་བོད་མི་བརྒྱ་ཆ་ལྔ་བཅུ་ལྷག་ཕྱི་རྒྱལ་དང་ད་ཁ་ཐོར་གཞིས་ཆགས་ནང་མེད་ཕྱིན་གང་ལྟར་འཚོ་བ་རོལ་ཐིག་ཡོད་རེད་འདི་ལ་བརྟེན་ཕྱིན་ནས་ད་ན་གཞོན་ཚོ་གང་ལྟར་ཅིག་སློབ་གྲྭ་འགྲོ་ས་ཡིན་ན་རེད་ག་བ་ཡིན་ན་རེད་ད་རྒྱལ་ཁབ་ཡོད་ཉེས་ཀྱི་མི་སྙམ་གང་ལྟར་སློབ་གྲྭ་ལ་འགྲོ་གི་འདུག་ད་སོ་སོ་སོ་སོ་གང་ལྟར་བཙན་བྱོལ་བ་ཅིག་ཡིན་བསམ་ཅིག་ནས་སེམས་གང་ལྟར་ཞུམ་ཅེས་དེས་གར་ལ་འོ་ད་དེ་དགོས་ཡ་འདི་འདྲས་ཡོང་མ་སྲིད་པ་གས་མ་རེད། འདི་ཡིན་དུས་སྐབས་སུ་རྩ་བའི་ང་ཚོ་བོད་པ་ཡིན་པའི་ཆ་ནས་གང་དག་སྤོ་བ་བརྗེ་དགོས་ཡ་གི་རྒྱུ་མཚན་མང་པོ་ཡོད་རེད་དེ་ད་རིང་ངས་གང་དག་ཅིག་གསལ་བྱེད་མ་མཐོང་ཙམ་དོན་གང་ཚ་དོན་ཚན་བཞི་ཙམ་ཅིག་མདོར་བསྡུས་མདོར་བསྡུས་འདྲ་ཞུ་ཨ་འདིའི་རྣམ་པ་ཚོ་གང་དག་བྱེད་ལ་དོ་སྣང་བྱེད་བྱེད་ནས་ཞིབ་རྒྱས་གཟིགས་པས་ན་ཏན་ཏན་སྤོ་བ་བརྒྱད་པ་ཆགས་ཀྱི་རེད་བསམ་གྱི་འདུག་ད་འདི་ནི་དང་པོ་འདི་གང་དག་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གང་དག་ང་ཚོའི་དབུ་ཁྲིད་རེད་འདི་གང་དག་རྒྱལ་ཁབ་སུ་ལ་ཡང་སྤྱི་ཚོགས་གང་དག་སུ་ལ་ཡིན་ནའི་འདི་འདྲའི་དབུ་ཁྲིད་ཡང་དག་པ་ཞིག་ཡོད་མ་རེད་འདི་ང་ཚོ་གང་དག་འདི་འདྲའི་དབུ་ཁྲིད་ཞིག་ཡོད་བསམ་ཕྱིན་ནས་ག་བ་གོམས་ཕྱིན་ནས་སོ་སོ་སྤོ་བ་བྱེད་དགོས་ཡ་ཞིག་རེད་བསམ་གྱི་འདུག་གཉིས་བ་འདི་ལ་གང་དག་ང་ཚོ་ལ་ཆོས་དང་རིག་གཞུང་ང་ཚོའི་ཆོས་དང་རིག་གཞུང་རྩ་བའི་གང་དག་ལུས་རྒྱུས་ལྡན་པ་རྙིང་པ་རེད་དེ། དེང་སང་གི་དུས་ཚོད་ལ་འབྲེལ་བ་ཡོད་པ་ཙམ་དུ་མ་ཟད། གོ་གོ་ཡང་མཆན་བུ་གཅིག་གང་དག་ཆགས་བསྡད་པའི་གནས་སྟངས་འདི་འདྲས་ཀྱི་ཆགས་ཀྱི་འོ་རེད་འདི་ཡིན་དུས་སྐབས་སུ་གང་དག་ང་ཚོ་ལ་ཆོས་དང་རིག་གཞུང་འདི་འདྲས་ཞིག་ཡོད་བསམ་གྱིན་ནས་སོ་སོ་སྤོབས་པ་བྱས་འོ་རེད་བསམ་གྱི་འདུག་གསུམ་པ་དེ་ལ་གཞིས་བཞུགས་བོད་མི་གིས་གང་དག་གཞི་ཡུམ་པ་མེད་པའི་སྙིང་སྟོབས་དེ་རེད་ད་གང་དག་ད་ད་ལྟ་ངའི་གོང་དུ་བཞུགས་པའི་དཔེ་མཚོན་འདི་ཆུང་ཆུང་རེད་གང་དག་འདི་འདྲ་གང་དག་ད་ལྟ་བར་དུ་མི་ལོ་བདུན་ཅུ་ལྷག་ལ་གང་དག། སྙིང་སྟོབས་འདི་འདྲའི་སྟོན་བྱེད་ནི་གང་དག་བཞུགས་དེ་ཡོད་རེད། འདི་ཡི་གང་དག་ང་རང་ཚོ་ད་དོ་སྣང་ནམ་རྒྱུས་སྣང་དེ་ཉིད་ནི་ད་ཁོ་འགྲིག་གི་འདུག་བ་དེ་མེད་ན་གང་དག་འདི་ཡང་གང་དག་སློབ་སྦྱོང་བྱེད་དགོས་ཡས་ཀྱི་གཞི་རྩ་གཅིག་རེད་བསམ་གི་འདུག་འདི་ཧ་གོ་བས་ན་ཏན་ཏན་བོར་བ་ཅིག་སྐྱེས་ཀྱི་རེད་བསམ་གི་འདུག་ཨ་ནི་ཞི་བ་དེ་ད་བོད་མིའི་སྒྲིག་འཛུགས་ཞུས་བས་ན་འདྲ་བྱུང་ང་རང་ཚོ་བཙན་བྱོལ་བོད་གཞུང་འདི་གང་དག་གང་ཟག་གི་དབང་བསྒྱུར་མེད་པར་ཁྲིམས་ཀྱི་དབང་བསྒྱུར་ཡོང་ཡ་དང། གང་ཟླ་གཅིག་བཙན་བྱོལ་གྱི་སྤྱི་ཚོགས་འདི་བོད་ཀྱི་བདེན་མཐའ་མ་གསལ་གྱི་བར་དུ་གང་ཟླ་གཅིག་བོད་ཀྱི་འཐབ་རྩོད་འདི་ལྷག་ཡལ་གྱི་ཆེད་དུ་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་ཆེད་འཛུགས་གནང་བ་ཞིག་གང་ཟླ་སྒྲིག་འཛུགས་འདི་འདྲའི་རྩ་ཆེན་པོ་ཆགས་ཀྱི་འོ་རེད་ཨ་ནི་དེ་ཡང་གང་ཟླ་བཙན་བྱོལ་སྤྱི་ཚོགས་གཞན་པ་ཚོ་ལ་འདི་འདྲས་ཀྱི་གང་ཟླ་གཞུང་ཚགས་ཚུགས་པོ་ཞིག་གང་ཟླ་མེད་དེ་པ་ཞིག་ཆགས་ཀྱི་འོ་རེད་དེ་ཡིན་དུས་ད་དེ་ཡང་གང་ཟླ་ང་ཚོ་གང་ཟླ་གཅིག་ངོམ་ཚུལ་ཆོག་པ་བཀོལ་བ་བྱེད་དགོས་ཡས་ཅིག་ཆགས་ཀྱི་རེད་བསམ་གྱི་འདུག་དེ་ཡིན་དུས་ད་འདིའི་གི་དམིགས་ཡུལ་གཙོ་བོ་གཉིས་དེ་དང་པོ་བོད་ཀྱི་བདེན་མཐའ་གསལ་ཡས་དང་གཉིས་པ་དེ་གང་ཟག་བཙན་བྱོལ་ནང་གི་བོད་མིའི་གི་བདེ་དོན་རེད་ཤེས་ཡོན་རེད་འཕྲོད་བསྟེན་ལ་སོགས་པ་གང་ད་གཟིགས་སྐྱོང་གནང་ཡ་འོ་དེ་འདྲ་བྱེད་ཅིང་དོན་ཚན་བཞི་ཏང་གཉིས་རོབས་རོབས་མ་བཞིན་གང་ད་ཞུས་མེད་རྣམ་པ་ཚོ་གང་ད་དོ་སྣང་བྱེད་ཅེས་ནི་གཟིགས་རོགས་བྱས། གོང་དུ་ངས་དྲ་ཚིགས་ཁ་ཤས་ཞུས་ཡིན་ད་འདི་ཚོའི་བརྒྱུད་ཅེས་ནི་གཟིགས་པས་ན་ནི་དངོས་ཡོད་གནས་སྟངས། ཕྱི་གསལ་ནང་གསལ་ཆགས་འགྲོ་གི་རེད། འདི་དེ་ག་ད་སྤྱི་ཡོངས་ཀྱི་ངའི་ད་ལྟ་དོན་ཚན་གཉིས་ཞུ་ཡས་དེ་ཡིན། ད་དོན་ཚན་གསུམ་པ་འདི་ད་ད་རིང་རྣམ་པ་ཚོ་ག་ད་རྩོམ་སྒྱུར་གྱི་ཟབ་སྦྱོང་ལ་ཕེབས་བསྡད་པ་ཞིག་རེད་ད་རྩོམ་སྒྱུར་འདི་རྩོམ་འདི་ག་ད་གཅིག་མཚུངས་དང་ཚད་ལྡན་ཡོང་དགོས་ཡས་ཅིག་གལ་ཆེན་པོ་ཅིག་ཆགས་དེ་གོ་རེད་དེ་ཡིན་དུས་སྐབས་སུ་ད་ག་ད་བོད་མི་རིགས་ལ་རྩོམ་སྒྱུར་འདི་ག་ད་ཅིག་གསར་པ་དེ་འདྲ་གལ་ཆགས་གི་འོ་མ་རེད། གང་ལྟར་དུས་རབས་བདུན་པའི་ནང་ལ་འཐུས་མི་བསམ་བུ་དྲ་གང་ལྟར་བོད་ལ་ཡི་གེ་གསར་བཏོད་གནང་ནས་བྱས་ཀྱི་ནས་ཨཱ་ནི་རྒྱ་གར་འཕགས་པའི་ཡུལ་ནས་ད་ལྟར་སྟོན་པ་བཅོམ་ལྡན་འདས་ཀྱི་བཀའ་དང་རྒྱ་གར་གྱི་ཨཱ་ནི་ཅིག་དཔེ་འདྲི་དང་རྣམ་པས་མཛད་པའི་བསྟན་བཅོས་བཀའ་བསྟན་གང་ལྟར་བརྒྱ་ཕྲག་མང་པོ་གང་ལྟར་བོད་ནང་ལ་གང་ལྟར་བསྒྱུར་བྱས་ནས་ད་ལྟ་ང་ཚོ་ངོམ་དད་ཀྱི་རིག་གཞུང་འདི་ད་འདི་དུས་གང་ལྟར་གྱུར་ནས་ཡོང་བསྡད་པ་ཅིག་ཆགས་དེ་འུར་རྟ་འདི་ག་ཟླ་གཅིག་ད་ལྟ་ཡིན་ནའང་ག་ཟླ་གཅིག་བོད་སྐད་ནང་བཞུགས་ཡོད་པའི་ད་ལྟ་བཀའ་བསྟན་འདི་ཚོ་རྔན་མ་བསྒྱུར་གི་ཁུངས་ག་ཟླ་ལེགས་སྦྱར་ཡིན་པའི་རེ་ཡིན་ན་འདྲ་བྱུང་ཨ་ནི་པཱ་ལི་ཡིན་པའི་ཡིན་ན་འདྲ་བྱུང་དེ་ལ་ཕག་བསྒྱུར་ག་འགྲོ་བས་ན་ག་ཟླ་དགྲ་ཡི་ཟུར་ཙམ་ཅིག་ཡང་མ་ཉམས་པ་བྱས་ཏེ་ནི་ཆ་ཚང་བ་ཅིག་བསྒྱུར་ཐུབ་ཡ་འདི་འདྲ་ཡོང་གི་ཡོད་པ་རེད་ད་འདི་ཡོང་ཡ་འདི་གང་ལྟར་འདི་དུས་ཀྱི་འགྱུར་འདི་སྤུས་དག་པོ་ཡོད་པ་ཅིག་སྟོན་ཐེ་གི་བ་རེད་གཉིས་དུས་ནི་གང་ལྟར་འདིའི་སྐབས་ཀྱི་བོད་ཀྱི་མཁས་བ་ཚོས་ཀྱི་གང་ལྟར་སྤུས་ཚད་ཞིག་སྟོན་ཐེ་གི་བ་རེད་གཉིས་བ་འདི་ད་ནང་དོན་དམ་ཡ་དེར་བ་ད་འགྱུར་འདི་ཀྱི་ནང་དོན་འདི་གང་ལྟར་ད་བོད་ཀྱི་ཆོས་དང་རིག་གཞུང་ད་ད་ང་ཚོ་གང་ལྟར་ཅིག་ངོམ་ཐེ་ཡ་ཀྱི་ནང་དོན་འདི་ཨ་ནི་འདི་དུས་ཀྱི་གང་ལྟར་འགྱུར་འདེ་མགྱོགས་གང་ལྟར་ཅིག་ཆགས་ཐེ་གི་བ་རེད་འདི་ཡིན་དུས་སྐབས་སུ་ད། དེ་བསྒྱུར་དེ་ཡང་ནི་དེང་སང་འཛམ་བུ་གླིང་གི་ནང་ལ་གང་དག་ཅིག་ངང་དུ་ངོམས་སུ་ཆོག་པའི་ཆོས་དང་རིག་གཞུང་ལ་ཡ་ཆོས་ཆགས་འདི་གི་དུ་བ་འདི་གང་དག་འདི་དུས་ཀྱི་བསྒྱུར་སྤོའི་བདག་པོ་བསྒྱུར་གང་དག་བསྒྱུར་ཡ་གྱི་གང་དག་ཅིག། ཚིག་དང་དོན་དང་གང་ཅིའི་ཐོག་ནས་གང་འདྲ་ཅིག་མཚན་ལྡན་འགྱུར་བ་ལ་བརྟེན་ཕྱིན་ནས་ད་ལྟ་ཡིན་ན་ང་ཚོ་ངོམ་དུ་ཆོག་པ་དེ་འདྲའི་ཆག་སྒོ་རེད། ད་གཉིས་དུས་ནས་ད་གང་འདྲ་ཅིག་དེང་སང་གི་དུས་ཚོད་ལ་ང་ཚོ་ད་གང་འདྲ་དེང་དུས་ཀྱི་ཤེས་རིག་ཤེས་ཡོན་གང་འདྲ་རིག་པ་མང་པོ་ཅིག་གང་འདྲ་བོད་ཡིག་དང་བོད་ཀྱི་སྐད་དང་ཡི་གེ་ནང་མེད་པ་མང་པོ་ཅིག་གང་འདྲ་ཡོད་བསྡད་པ་ཅིག་ཆག་སྒོ་རེད། ད་གང་འདྲ་བོད་མི་རིགས་འདི་དེང་གི་དུས་སུ་གང་འདྲ་བྱིས་གླུ་མ་དད་པ་ཅིག་ལས་དགོས་ཡ་ག་འདའ་བྱིས་གླུ་མ་དད་པ་འགྲོ་དགོས་ཡ་ཅིག་ཆགས་ཀྱི་ཡོད་པ་ཡིན་ན་ཨ་ནི་ད་ག་འདའ་འདི་ཚོ་དེང་དུས་ཀྱི་རིག་པ་འདི་ཚོ་ང་ཚོ་བོད་ཀྱི་ཡི་གེའི་ནང་ལ་ག་འདའ་འཛའ་དྲག་གི་བསྒྱུར་དགོས་ཡ་དང་ཨ་ནི་འདི་ཡང་ག་འདའ་མཚན་ལྡན་ཉི་འདོད་སོགས་སྨྲས་པ། གང་ཉི་འདོད་བྱེད་ཅིག་གཅིག་གིས་གང་དག། གང་དག་སློབ་ཚན་གཅིག་གིས་གང་ལ་ཕ་ནད་བསྐྱུར་ཚུལ་ནད་བསྐྱུར་བྱེད་པས་ན་ནི་ཁོ་དུས་ཚོད་འཕྲོ་ལ་མིས་འཕྲོ་ལ། གང་དག་དཔལ་འབྱོན་འཕྲོ་ལ་ཚང་མ་འཕྲོ་ལར་བ། གང་དག་ཉི་འདོད་མེད་པའི་ཐོག་ནས་གང་དག། ནང་འདྲེན་བྱེད་དགོས་ཏེ་པད་མ་སི་ཀི་གལ་ཆེན་པོ་ཅིག། མཐོང་གི་འདུག་རྙེད་དུས་ནི་ད་ང་ཚོ་གང་དག། རྩོམ་རྒྱུགས་གནང་མཁན་ཚོ་གིས་གང་དག་བོད་ཀྱི། ཐ་སྙད་རྙིང་པ་ཡོད་པས་ན་ཐ་སྙད་རྙིང་པ་དེ་མུ་མཐུད་ནས་བེད་སྤྱོད་གནང་དགོས་དེ་པད་མ་སྲིད་ཀྱི་གལ་ཆེན་པོ། ཨ་ནི་ཐ་སྙད་གསར་བ་ཅིག་གང་དུ་བཟོས་པས་ན་བྱུང་ན་དེ་གང་ལྟར་བོད་ཕྱི་ནང་གཉིས་ཆ་ནང་ལ་གང་ལྟར་གཅིག་མཚུངས་ཡོང་དགོས་ཡ་གལ་ཆེན་པོ་རེད་དེ་དེ་མ་བྱུང་བས་ན་གང་ལྟར་བཙན་བྱོལ་ནང་ལ་གང་ལྟར་ཚང་མ་གཅིག་མཚུངས་ཡོང་དགོས་ཡ་དེ་པད་མ་སྲིད་གལ་ཆེན་པོ་འདུག་ཞེས་ནས་གང་ལྟར་འདི་ང་རང་གིས་གལ་ཆེན་པོ་མཐོང་བ་དེ་དེ་འདྲས་ཞེས་ནས་ད་རིང་གཅིག་ཞུས་བཞེས་ཡིན། ད་དེ་ནས་རྣམ་པ་ཚོ་ད་རིང་ཕལ་ཆེར་སུམ་ཅུས་ཡོད་བསམ་སོང། རྣམ་པ་ཟུ་གང་དག་འདི་འདྲས་བྱས་ནས་ཟབ་སྦྱོང་ལ་མཉམ་ཞུགས་གནང་དགོས་བ་རེད་ད་གང་དག་ང་རང་གི་ངོས་ནས་འདི་འདྲས་བལྟས་པ་ཡིན་ན་འདི་གོ་སྐབས་དེ་དཔེ་མ་སྲིད་བཟང་པོ་ཅིག་མཐོང་གི་འདུག་འདི་ཡིན་དུས་སྐབས་སུ་རྣམ་པ་ཟུ་གང་དག་གོ་སྐབས་བཟང་པོ་འདི་བཟང་པོ་ཡིན་པ་ཧ་གོ་བའི་ཐོག་ནས་དུས་ཚོད་ཆུད་ཟོས་སུ་མ་བཏང་བར་གང་དག་ཅིག་དམ་འཛིན་གནང་བྱས་ནས་ད་ཉི་མ་གཅིག་ལ་ཚིག་གཅིག་མ་གཞི་མེད་ན་གང་དག་སྦྱང་དགོས་ཡ་དེ་དཔེ་མ་སྲིད་གལ་ཆེན་པོ་རེད་ཤག་ཨ་ནི་རྣམ་པ་ཟུ་གང་དག་འདི་ཟབ་སྦྱོང་མཉམ་ཞུགས་བྱེད་དགོས་ཡ་གི་སོ་སོ་དམིགས་ཡུལ་ཞིག་ཡོང་གི་རེད་བ། འོ་དེ་གང་ལྟ་དམིགས་ཡུལ་འདི་འགྲུབ་ཡས་ཀྱི་ཆེད་དུ་གང་ལྟ། ཉིན་ལྟ་དགུ་བཅུ་པ་ཕྱག་གིར་བ་དང་ཟླ་བ་གསུམ་ལ་བསྡུ། འདི་བར་དུ་གང་ལྟ་མ་བརྗེད་པ་བྱེད་བྱེད་ནས་གང་ལྟ་ཧུར་བརྩོན་གནང་རོགས་བྱས་ཞེས་ནས་ཞུ་ཡས་ཡིན། ད་འདི་འདྲས་ཅིག་གནང་བས་ཡིན་ན་གང་ལྟ་ད་ཅིག། བོད་ཀྱི་དཔེ་མཛོད་ཁང་ནས་ད་ལྟ་བར་དུ་གང་ལྟ། གཅིག། ཟབ་སྦྱོང་ཐེངས་བཅུ་བཞི་གོ་སྒྲིག་ཞུས་ཚར་བ་ལས་ད་རིང་བཅོ་ལྔ་བ་དེ་ཆགས་བསྡད་ཡོད་རེད། ད་ལྟ་བར་དུ་མི་གང་དག་བོད་མི་ན་གཞོན་བཞི་བརྒྱ་ལྷག་ཞིག་གང་དག་འདི་ཟབ་སྦྱོང་འདི་མཉམ་ཞུགས་གནང་ཕྱིན་ནི་གང་དག་ཕན་ཐོགས་བྱུང་བའི་གནས་སྟངས་ཅིག་ཆགས་བསྡད་ཡོད་རེད་ད་འདི་ནང་བཞིན་གྱི་རྣམ་པ་ཚོའི་ངོས་ནས་གང་དག་བོད་ཀྱི་དཔེ་མཛོད་ཁང་གི་སྐུ་ལས་སྐྱོན་པ་གཞིར་བཟུང་རྣམ་པ་ཚོ་ཡིན་ནའང་གང་དག་ཅིག་སོ་སོ་ད་ལྡན་ནི་དོན་འགྲུབ་ཏུ་ཨ་ནི་འདོད་པ་ཁང་བ་ཅིག་ནས་ཨོ་ཟླ་བ་གསུམ་འདི་དག་ངས་དངོས་གནས་བེད་སྤྱོད་ཡག་པོ་བཏང་ཡིན་ཨ་བསམ་པ་ཅིག་གང་ལྟར་འདི་འདྲའི་གཞི་བས་ཀྱི་འབད་བརྩོན་གནང་རོགས་བྱེད་ཞེས་ནས་ཨ་ནི་འབོད་སྐུལ་ཞུ་ཡ་དང་ཨ་ནི་ཟབ་སྦྱོང་གི་རིང་ལ་རྣམ་པ་ཚོ་གང་ལྟར་སྐུ་གཟུགས་དལ་བོ་བྱས་ནས་ཨ་ནི་ཅིག་ལམ་ལྷོང་ཡོད་ཨེ་ཀྱི་རེ་བ་དང་སྨོན་འདུན་ཞུ་གི་ཡིན་དེ་ནི། མཐའ་དོན་དེ་ལ་ད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་དང། ཆོས་བརྒྱུད་རིས་སུ་མ་གཅིག་པའི་དབུ་ཁྲིད་དང་བསྟན་བདག་བླ་ཆེན་རྣམ་པས་དབུལ་བའི་བསྟན་འཛིན་གྱི་སྐྱེས་བུ་དམ་པ་གང་ན་སུ་བཞུགས་རྣམས་སྐུ་ཚེ་ཡུན་དུ་བརྟན་ཅིང་ཐུགས་ཀྱི་བཞེད་དགོངས་མཐའ་དག་ལྷུན་གྱིས་འགྲུབ་པ་དང། བོད་ཀྱི་བདེན་མཐའ་མྱུར་དུ་གསལ་ནས་གཞིས་བྱེས་བོད་མི་མཉམ་འཛོམས་ཀྱི་ཉི་མ་མྱུར་དུ་ཤར་བའི་སྨོན་འདུན་བཅས་ཐུགས་རྗེ་ཆེ་གནང།
སྐུ་མགྲོན་གཙོ་བོ་མཆོག་ལ་བཀའ་དྲིན་ཆེ་ཞུ་ཡི་ཡིན། ཨ་ནི་ད་དོན་འདི་ལ་སྐུ་མགྲོན་གཙོ་བོ་མཆོག་ཨ་ནི་གཞུང་འབྲེལ་ལས་ཁུངས་ཀྱི་ཕྱག་ལས་མང་པོ་ཡོད་བཞིན་དུ་ཨ་ནི་འདི་ལ་རྩོམ་སྒྱུར་ཟབ་སྦྱོང་གི་དབུ་འབྱེད་མཛད་སྒོ་དེ་གལ་ཆེན་པོ་རྩིས་བྱས་ནས་འདི་ལ་ཕེབས་པ་དང་ཨ་ནི་ཞིག་བཀའ་སློབ་ཟབ་རྒྱས་གནང་བ་དེ་ལ་ང་ཚོ་རྩོམ་སྒྱུར་ཟབ་སྦྱོང་འགོ་ཁྲིད་གཞུང་ཡོངས་ངོས་ནས་བཀའ་དྲིན་ཆེ་ཞུ་ཡི་ཡིན། ཨ་ནི་ད་ནང་བཞིན། དཔེ་མཛོད་སྤྱི་ཁྱབ་འགན་འཛིན་མཆོག་ནས་ནི་ཟབ་སྦྱོང་འདིའི་ཚགས་ཚུད་པོ་ཡོང་བའི་ཡོང་རྒྱུ་ལ་ནི་དུས་རྒྱུན་དུ་བཀའ་སློབ་ལམ་སྟོན་དང་དག་ན་ཅིག་ཕྱོགས་ཡོངས་ནས་ཐུགས་ཁུར་ཆེན་པོ་བཞེས་ནས་བཞེས་གནང་བ་དེ་ལ་ནི་རྩོམ་སྒྱུར་ཟབ་སྦྱོང་གོ་སྒྲིག་ཞུ་ཡོན་ངོ་ནས་ཐུགས་རྗེ་ཆེ་ཞུ་ཡི་ཡིན། དག་ན་བཞིན་རྩོམ་སྒྱུར་ཟབ་སྦྱོང་སློབ་ཁྲིད་དངོས་སུ་གནང་སློབ་ཁྲིད་གནང་མཁན་དགེ་རྒན་རྣམ་པ་ཚོ་ལ་ཡང་ནི་བཀའ་དྲིན་ཆེ་ཞུ་ཡི་ཡིན། དགེ་རྒན་རྣམ་པ་མེད་པས་ན་ཟབ་སྦྱོང་ཡོང་མི་རུང་ལ། དག་ན་བཞིན་ནི་ཞབས་ཞུ་ནི་ཕེབས་ཉེས་སློབ་ཕྲུག་རྣམ་པ་སོགས་ལ་ཡང་བཀའ་དྲིན་ཆེ་ཞུ་བ་ཡིན། དེ་བཞིན་ཨ་ནེ་དཔལ་འབྱོར་ལས་བྱེད་ཟབ་སྦྱོང་ལ་གོ་སྒྲིག་ལ་རོགས་རམ་གནང་མཁན་མང་པོ་བྱུང་སོང། འདི་ཚང་མ་ལ་ངས་མིང་རེ་རེ་སྨྲོས་མ་དགོས་བྱས་ནས་ཚང་མ་ལ་བཀའ་དྲིན་ཆེ་ཞུ་ཡན་སྙིང་ཐག་པ་ནས་ཐུགས་རྗེ་ཞུ་ཡིན།